ད་ཆེ་སྐྱོང་ཆེན་པོའི་རྣམ་ཐར་གཅིག་གཞི་སྒྲོམ་འདྲ་བོ་དེ་ཆ་ཚང་ཡོད་པ་གཅིག་བྱས་ནས་ད་བཞི་པ་འདྲ་བོ་དེ་ད་མ་འོངས་པར་ཆེ་སྐྱོང་ཆེན་པོའི་རྣམ་ཐར་བགྱི་བ་སླེབས་པའི་མཚམས་ལ་ད་ཡོང་གི་རེད་བ། ད་ཡིན་ན་ཡང་སོ་སོ་དཔོན་མེད་ཅིག་ཡིན་པའི་ཆ་ནས་ད་དཔོན་རྒྱལ་ཁབ་ཀྱི་སྲུང་མ་ཆེན་པོ་འདིས་ད་རྣམ་ཐར་ཞིག་རགས་རིམ་ཅིག་ད་ཤེས་དགོས་ཞེས་ཞུ་རྒྱུ་གལ་ཆེན་པོ་རེད་བ།

ྋགོང་ས ྋསྐྱབས་མགོན་ཆེན་པོས་མཛད་པའི་འཕྲིན་བཅོལ་གྱི་ནང་ལོགས་ལ། ཨ་ནེ་བདེར་གཤེགས་རིགས་ལྔའི་ཡེ་ཤེས་རྒྱུན་འཁྲིད ྋསྐྱབས་མགོན་སྐྱོང་མཛད་བསྟན་སྲུང་གྲགས་པའི་གཙོ། འཕྲིན་ལས་རྒྱལ་པོ་བཀྲས་ཡུམ་བློན་པོར་གྱིས་ནས་གསུང་བཤད་རྒྱུ་དེའི་ནང་ལོགས་ལ། བདེར་གཤེགས་རིགས་ལྔའི་ཡེ་ཤེས་རྒྱུན་འཁྲིད་ཡིན་པ་དེ་ད་གསལ་བོ་ཅིག་ཐོས་ཡོང་གི་ཡོད་རེད། ཨོ་དེ་འདྲའི་བྱེད་དུས་ད་ཁོ་ངེས་པ་དོན་ལ་ག་རེ་ཡིན་མིན་ལ་མ་ལྟོས་པའི། ཨ་ནེ། ད་འཇིག་རྟེན་པའི་ཐུན་མོང་གི་སྣང་ངོར་ལ་འཇིག་རྟེན་གྲགས་པའི་ཚད་བཟུང་ནས་ཕེབས་པ་ཡིན་ཙང་གོང་ས་སྐྱབས་མགོན་ཆེན་པོས་མཛད་པའི་ལམ་རིམ་བརྒྱ་པའི་ཞལ་ལུང་གི་བཤད་སྐོང་གི་ནང་དུ་ཡང་འཇིག་རྟེན་གྲགས་པས་འཇིག་རྟེན་པའི་ཚུལ་དུ་བསྟན་དགོས་ཀྱི་ཡོད་ཟེར་ནས་ད་གང་ལྟར་རྡོ་རྗེའི་ཚིགས་སུ་བཅད་ཟིན་ན་ཡང་མི་འདུག་དོན་གྱིས་དག་པས་འདི་འདྲ་བྱས་ནས་ཚིགས་སུ་བཅད་ཡོད་ཀྱི་ང་ཚོས་དེ་འདྲས་ཅིག

ནས་ལངས་ཡོད་པ་དེ་དག་པའི་མི་ཚང་མ་ལོ་གཅིག་མཚུངས་འདྲ་བོ་གཅིག་རེད་པ། དེ་འདྲ་ཡིན་ཙང་ད་ཕྱི་སྐྱོང་གི་རྣམ་ཐར་བཤད་ཡོང་དུས་ཡང། སྔོན་དཔེ་དེ་རྒྱ་གར་ནས་སྐྱེས་པ་བཞི་ཚེ་གཅིག་གསུང་ཡ་གཅིག་བྱས། ད་བར་དུ་ལྷག་ཡུལ་ནས་ལྷ་ཡིན་ནི་སྐྱེ་བ་ལ་བཞུད་ཚེ་གཉིད་བཅས་ནས་ནི་ཐ་མ་དེ་དག་དམ་པའི་ང་རང་སུ་ཆེ་སྐྱོང་ཆེན་པོ་དང་དཔལ་རྒྱ་བོ་ཀའི་སྐྱེ་བ་འདི་ལ་སྐྱེ་བ་བཞི་པའི་དང་རྣམ་པ་དང་གསུམ་ཅིག་རྣམ་མཁྱེན་བཤད་ཀྱི་ཡོད་རེད། རྣམ་མཁྱེན་བཤད་ཀྱི་ཡོད་རེད་དེ། ད། སྔོན་གྱི་སྐྱེས་རབས་དེ་ཚོ་ཚང་མ་ལོ། ཨ་ནི་ང་རང་ཚོ་དེ་རང་སང་ཉིན་གྱི་ལོ་རྒྱུས་འབྲི་འབྲི་བྱས་ནས་ཨ་ནི་འབྲི་ཐུབ་ཡག་གི་ཁོ་གནས་སྟངས་གཅིག་ཡོད་ཨ་མ་རེད་ག་རེ་བྱས་ནས་ལབ་པ་ཡིན་ན་གང་ཟག་གཅིག་གི་ད་སྐྱེ་བ་སྔོན་མ་སྔོན་མ་གི་ད་གསལ་བོ་བྱས་ནས་ཞུས་པ་ཡིན་ན་སྐྱེ་རུ་མང་པོ་གཅིག་འབྲི་དགོས་གི་ཡོད་པ་དང་སྐྱེ་རུ་མང་པོ་གཅིག་དྲན་གི་ཡོད་པ་དང་སྐྱེ་རུ་མང་པོ་གཅིག་རྟོགས་ཀྱི་ཡོད་པ་དང་དེ་འདྲའི་གི་གནས་ཚད་དེ་ཚོ་ཚང་མ་ལོ་ཨ་ནི་ཐུན་མོང་གི་ཡོངས་གྲགས་གི་སྣང་ངོར་ལ་དེ་ཡོང་ཐུབ་གི་ཡོད་ཨ་མ་རེད། དེ་འདྲའི་ཆེ་བསྟོད་སྐབས་སུ་བ་པ་ཆེ་སྐྱོང་ཆེན་པོ་རྣམ་ཐར་ལ་མཚོན་པ་ཡིན་ན་ཡང་ངའི་བསམ་པ་ཡིན་པ་ཡིན་ན་ཨ་ནི་སྔོན་རྒྱ་གར་དུ་སྐྱེ་བ་བཞིས་ཚེ་ཨ་ནི་དེ་ནས་པར་དུ་ཨ་ནི་གར་སེ་གོ་རེ་ཕག་དག་ཨ་ནི་རྡུལ་དང་ཨ་ནི་མ་ལུ་མུ་གུ་ཨ་ནི་གར་སེ་གོ་རེ་སྐྱེ་བ་བཞི་བ་གུ་དག་ལྷ་ཡི་ཡུལ་ནས་སྐྱེ་བ་བཞི་བ་ཟེར་ཡ་དང་ཨོ་དེ་འདྲ་གི་ཅིག་སྐྱེ་བ་བཞི་སུ་བྱུ་བར་བ། འོ་དེ་འདྲའི་གི་སྐྱེ་བ་བཞི་ཚེ་དེ། དེ་ཙམ་གྱིས་ཨ་ནི་གལ་ཆེན་པོ་ཞིག་མཐོང་གི་མི་འདུག་ད་གང་ལྟར་སྐྱེས་རབས་ཀྱི་ནང་ལོགས་ལ་དེ་འདྲའི་ཆེ་ནས་སྐྱེ་བ་བཞི་ནས་སྔོན་མ་ཨ་ནི། རྒྱལ་པོ་གཅིག་གི་སྐྱེ་བ་བཞི་པ་དང་དེ་ནས་ཚེ་འཕེལ་ནས་ཨ་ནི་ཉེ་བ་ལ་ཉེ་བ་ནས་ཡན་རང་པོ་བཞི་བ། ཉེ་བ་ནས་རྒྱན་རང་པོ་བཟླས་པའི་རྗེས་ལ་ཡང་སྤྱིར་ལྷ་ཡི་སྐྱེ་བ་བཞི་བ་དང་དེ་ནས་ད་བཱ་ད་ཧོར་ལ་ཕེབས་ཚིག་གི།

ཕ་རྡུལ་དང་ཨ་མ་ཀླུ་མོ་བྱས་ནས་དེ་གཉིས་ཕན་ཚུན་ཤི་བ་ལ་བརྟེན་ནས་ད་སྐྱེས་པའི་བུ་ད་གར་སའི་གོ་རེ་ལྷ་གི་སྐྱེ་བ་དེ་འདྲའི་ཅིག་བླངས་དེ་ཡང་གསང་བདག་ཕྱག་ན་རྡོ་རྗེ་གི་དམ་ལ་ཉེ་བ་གི་ད་གནས་ཚད་དེ་འདྲའི་ཡོད་རེད་བ་དེ་འདྲའི་བྱས་ནས་གང་ལྟར་ད་ལྷ་ཡི་ཡུལ་ནས་ད་མ་ར་གར་སའི་གོ་རེ་རྦ་ད་ཧོར་སེ་ཡ་གི་དེ་རང་ས་ཉིན་གི་ད་ཆེ་ཆུང་གི་ཐོག་མའི། ཨ་ནེའི་ལོ་རྒྱུས་འབྱུང་ས་དེ་ད་ཐུན་མོང་གི་ཡོངས་གྲགས་ཀྱི་ཆེ་ཆུང་གི་ལོ་རྒྱུས་འབྱུང་ས་གི་བ་ད་ཧོར་ཟེར་ཡ་དེ་མ་ར་བབས་ཟེར་ན་ཡང་འདྲ་གི་འདུག་ཨ་ནེ་ལྷ་གི་ཡང་སྤར་གི་སྐྱེ་བ་དེ་ནི་ཡང་སྐྱེར་བ་ད་ཧོར་ནས་ཨ་ནེ་སྐྱེ་བ་བླངས་རེད་ཟེར་ན་འདྲ་གི་འདུག་གང་ལྟར་བ་ད་ཧོར་ནས་ཨ་ནེ་ད་འདའ་བ་ད་ཧོར་གྱི་སྒོམ་གྲྭ་ཟེར་ཡ་དེ་ཨ་ནེ་ད་སྔོན་མ་ལྷོ་ཀོང་གྷི་རི་རིན་པོ་ཆེ་གི་དེ་ལ་ང་ཚོ་ཨོ་རྒྱན་སངས་རྒྱས་གཉིས་པ་གི་དེ་ལ་ད་སྒོམ་སྒྲུབ་མཛད་པའི་སྐབས་ལ་ཆེ་སྐྱོང་དེ་ལ་འཁོར་བ་ཅིག་དེ་དུས་ནས་ཆེ་སྐྱོང་ཆེན་པོ་ད་དམ་ལ་དྭགས་དེ་འདྲའི་གི་གནས་ཚད་ཅིག་ཕྱོགས་གཅིག་གི་ནང་ན་གནས་ཚད་ཅིག་དེ་འདྲ་ཅིག་ཡོང་གི་འདུག་དེ་འདྲ་ཅིག་དེ་ད་བར་ད་ཧོར་གི་སྲུང་མ་ལ་བསྐྱེད་ནས་བསྡད་པའི་གནས་ཚད་ཅིག་ད་གར་སེ་གོ་རེད་ད་དཔལ་རྒྱལ་པོ་འདིའི་སྐྱེ་བ་གི་སྐབས་ལ་ད་དང་པོ་དེ་བར་ད་ཧོར་གི་གནས། གནས་ཚུལ་གཅིག་ཆགས་དེ་ཡོག་རེན་བ་ད་ཧོར་སེ་ཡ་ཏེ་ས་ཆ་དེ་ཨ་ནི་དེ་རང་སང་ཉིན་ད་བཤད་སྟངས་འདྲ་བོ་གཅིག་གི་གཉིས་ཡོ་བ་རེད་ད་དང་པོ་འདྲ་བོ་དེ་ཨ་ནི་ད་ཨ་མདོ་གི་ཚུ་ཀ་ར་སེ་གོ་རེ་ད་ད་ད་ཀན་སུའུ་སེ་གོ་རེ་བས་དེ་རང་སང་ཉིན་བཤད་པ་ཡིན་ན་ཀན་སུའུ་ཞང་ཆེན་གི་གོང་གི་ད་ད་ཀྲང་ཡེ་གྲོང་ཁྱེར་སེ་ཡ་དང་ཨ་ནི་དེ་ནས་སུའུ་ནན། ཡུལ་སྐུ་རིགས་རང་སྐྱོང་རྫོང་གསལ་ཏེ་མ་མཐའི་བོད་རིགས་ཤང་གསལ་གྱི་རྒྱབ་རྩེ་གསལ་ཏེ་དེའི་སྡེ་བ་དེ་ན་གནས་ད་ན་བར་ད་ཧོར་གསལ་གྱི་ས་ཆ་དེ་ཡོལ་བ་གཅིག་ངེས་འཛིན་བྱེད་ཀྱི་ཡོད་རེད་དེ། དེ་ཡོལ་བ་ཙམ་དུ་མ་ཟད་པའི་ས་ཆ་དེ་ལ་བོད་རིགས་ཚོ་བ་བཅུ་བཞི་ཡོད་པ། དེའི་ནང་ལོགས་ནས་བན་དཱ་གསལ་ཏེ། བོད་རིགས་ཀྱི་ཚོ་བ་བཅུ་བཞི་གྱི་ནང་གི་ཚོ་བ་གཅིག་ཡིན་པ་དེ་ནི་སྔ་མོ་ནས་བཟུང་སྟེ་བཤད་ཚུལ་ཡོད་པ་ཙམ་དུ་མ་ཟད་པས་ད་ལྟ་ཡང་བཤད་ཚུལ་དེ་མ་སྙོམས་པར་གནས་ཡོད་པ། ལྷག་པར་དུ་ད་ཕྱི་སྐྱོང་ཆེན་པོ་གི་ད་བ་ད་ཧོར་གྱི་ཕྱི་སྐྱོང་ཆེན་པོ་ཐོག་མར་བཏུལ་བའི་གནས་ཡིན་ཟེར་ཡ་དེ་ནི་ཅིག་ད་པའི་རིགས་ཀྱི་གར་སའི་སྐོར་གོ། ཅིག་བཀོད་པ་ལ་སོགས་པ་འདི་ཚོ་ཚང་མ་ལོ་ཧ་ཅང་གི་ཕུན་སུམ་ཚོགས་པ་ཡོད་པ་གི་བཤད་ཚུལ་འདྲ་བོ་དེ་ཡོད་པ་གང་ཞིག་ལ་དྭངས་སང་ཡང་ནི་དེ་ལ་ཅིག་ཆེ་སྐྱོང་ལ་ནི་སྐུ་འཁོར་བརྩིགས་ཡོད་པ་དང་ཆེ་སྐྱོང་ལ་དེ་ལ་ནི་བསྟེན་སྲོལ་དང་བསང་མཆོད་ལ་སོགས་པ་དེ་འདྲའི་གནང་སྲོལ་ཡོད་པ་དེ་ད་དུང་མ་ཉམས་པར་ཡོད་པ་ཅིག་གནས་སྟངས་དེ་འདྲ་ཅིག་རེད་གཞན་པ་ཅིག་ད་དེ་རང་སང་ཉིན་ང་རང་ཚོས་བཤད་བསྡད་པའི་གི་སོག་པོ་ཆེ་སོགས་གོ་ད་འདི་ནི་ས་གི་ཁོངས་ལ་ཡོད་པ་ཅིག་ད་དེ་ལ། ཕྱི་སོག་པོ་ས་ཆ་ལ་ཡོད་པའི་བཱ་ད་ཧོར་སེ་ཡ་དེ་ལ་ནས་ད་ང་རང་ཚོ་ད་འདི་ནས་ཆུང་ཁུར་ཏན་རིན་པོ་ཆེ་ད་ལོ་མང་པོ་ཕེབས་ཡོད་རེད་ཨ་ནས་ལྷག་པར་དུ་ཐོག་མ་དེ་ལ་ནས་ས་གནས་དེ་ཨ་ནས་རྒྱལ་བ་རིན་པོ་ཆེ་བཀའ་འབྲེལ་ནང་བཞིན་བྱས་ནས་དེ་ལ་ནས་ཆུང་དང་ཨ་ནས་ལྷ་མོ་གཏན་འདི་ལ་སོགས་པ་ཨ་ནས་གསང་བདག་གི་སྐུ་ལ་ཤོག་པ་སོགས་པ་དེ་འདྲ་བཞེངས་ཡོད་པ་དང་ཨ་ནས་ས་གནས་དེ་ག་རང་གི་ཐོག་ལ་སོག་པོ་ཚོའི་ཨ་ནས་དྭངས་སངས་ཀྱང་བཱ་ད་ཧོར་ད་གཟིགས་ནས་ཁོ་རང་ཚོའི་ཁ་སྐད་ཀྱི་ནང་ལ་ཚུགས་ཡོད་པ་གང་ཞིག་ལ་ཨ་ནི་དང་སྔོན་མོ་ནས་བཟུང་སྟེ་བཤད་སྲོལ་ཡོད་པ། དང་པོ་ནས་བཟུང་སྟེ་ཆེད་སྐྱོང་དེ་ལ་ཡོད་པ་གི་ཨ་ནི་བཤད་སྲོལ་ཡོད་རྒྱུ་འདྲ་བོ་དེ་འདྲ་གཅིག་རེད་གང་ལྟར་དེ་འདྲའི་གི་ཨ་ནི་བཤད་སྲོལ་ཡོད་པ་གང་གཅིག་ལ་ས་གནས་གཉིས་འདྲ་བོ་གཅིག་ཡིན་པ་ཡིན་ན་རང་རང་གི་ས་གནས་ལ་དཔེ་དེ་ག་རེ་ཟེར་དགོས་རེད་ཨ་བཤད་ཚད་དང་ད་ཅིག་ཨ་ནི་གི་ཁྱད་ཆེ་ཕན་སུམ་ཚོགས་པ་ཡོད་པ་གང་གཅིག་ལ་ས་གནས་གཉིས་བོ་ཕན་ཚན་ལ་དཔེ་དེ་ཐག་ཉེ་བོ་ཡོད་པ་ཨ་ནི་ས་གནས་གཏན་ལ་ཡོད་པའི་ཡིན་མི་དེ་ཚོ་ཚང་མ་གི་ཨ་ནི་ངག་རྒྱུན་ལ་ཡིན་པ་ཡིན་ན་ཡང་ཨ་ནི་ད། ཆེད་སྐྱོང་གི་གནས་ཡིན་པ་གི་བཤད་ཚད་ཡང་མ་འདྲ་བ་ཡོད་པ། ཨོ་དེ་འདྲའི་གི་ཆ་ནས་ད་ང་རང་རང་གི་བསམ་བློ་དང་ཐང་འདྲ་བོ་གཅིག་ཡིན་པ་ཡིན་ན་ནི་ད་སྤྱིར་བཏང་བཀྲིས་པའི་ཆེད་སྐྱོང་ཆེན་པོ་དེ་གནས་མང་པོ་ལ་ནི་བཀྲིས་པའི་སྣ་ཚོགས་དཀར་ཟེར་དགོས་རོགས་བཀྲིས་པའི་རོལ་དཀར་བསམ་མི་ཁྱབ་པ་ཡིན་ཙང་གནས་མང་པོ་ལ་ཡོད་པ་གང་ཞིག་ལ་ནི་གཙོ་བོ་ད་ད་ལྟ་གནས་འདི་གཉིས་ནི་ས་ཁེལ་ཕར་ཕན་ཚན་ཐག་ཉེ་བའི་གནས་འདི་གཉིས་གི་གནས་གཅིག་དཀར་ཟེར་དགོས་རེད་གཅིག་ཡིན་པ་དང་གཅིག་མིན་པ་གི་དེ་འདྲའི་གི་ཁ་མཚོན་འདྲ་བོ་སྟེ། སྤྱོད་སྒོ་ཡང་གི་རྒྱུ་མཚན་འདྲ་བོ་ཞིག་མཐོང་གི་མི་འདུག་སྟེ་ག་རེ་བྱས་ནས་ལབ་པ་ཡིན་ན་ལོ་དེ་འདྲའི་མང་པོ་ཅིག་ཕྱིན་ཚར་བའི་རྗེས་ལ་ནི་ཡིན་གཅིག་མིན་གཅིག་ཅིག་ཐག་གཅོད་འདྲ་བོ་གསལ་བོ་ཅིག་དེ་ལ། ས་ཆ་འདི་རེད་ལབ་ནས་དེ་མེད་ན་ཡང་དཀར་བསེ་གོ་རེ་དེ་ལ་ཁྱད་པར་མི་འདུག་བསམ་གི་འདུག་གང་ལྟར་གཙོ་བོ་ནི་རྦ་ཐག་ཧོར་སེ་ཡ་དེ་ནི་སྔོན་མ་ཆེ་སྐྱོང་ཆེན་པོ་དེ་ལ་གཞིགས་ཡོད་པ་དང། ཆེ་སྐྱོང་ཆེན་པོ་གི་ནི་ཡིན་པ་དང། ཨོ་དེ་ཚོ་ཚང་མ་ལོ་ཕྱོགས་གཉིས་ཆ་ལ་བཤད་ཚེ་གཅིག་པ་ཡོད་པ་ས་གནས་ན་ཡོད་པའི་ཡུལ་མི་ཚང་མ་གི་ད་མི་རབས་ནས་མི་རབས་ལ་ངག་རྒྱན་ལ་རྒྱག་ཡོད་པ་གི་གཙོ་བོ་བློ་རྒྱས་དད་གུས་ཆེན་པོར་བཟང་འདུག་དེ་ཧ་ཅང་གི་གོང་ཐུབ་ཡིན་ཙང་ནི་དེ་ད་ག་རང་གི་ཐོག་ང་ཚོས་ཤོད་དགོས་ཡ་དེ་ད་ག་རང་རེད་བསམ་གི་འདུག་དེ་ནས་ད་འབའ་ད་ཧོར་ཟེར་ཡ་དེ་ནི་ཨོ་ནི་ང་རང་ཚོས་ད་ག་རེ་ཟེར་དགོས་རེད་བོད་ལ་ཡ་ར་དབུས་ལ་ཡ་ར་གདན་འདྲེན་ཞུ་སྟངས་འདྲ་བོ་ཅིག་ཡིན་པ་ཡིན་ན་ནི་ད་བཤད་སྟངས་གཉིས་འདྲ་བོ་ཅིག་ད་བཤད་སྟངས་ཤུགས་ཆེ་ཤོས་འདྲ་བོ་ཅིག་ཨ་ནེ་ད་ཁྲི་སྲོང་ལྡེ་བཙན་གྱི་ཨ་ནེ་སྲས་མི་ཁྲི་བཙན་པོ་གྱི་ཨ་ནེ་གདན་འདྲེན་ཞུས་ཨ་ནེ་ལྷོ་ཁོངས་པད་མ་འབྱུང་གནས་དང་མཁན་སློབ་ཆེ་གསུམ་བཀའ་འདྲི་མཛད། ཡང་ཕྱོགས་གཅིག་གི་ཐོག་ན་མཁན་སློབ་ཆེ་གསུམ་ཙམ་དུ་མ་བཟོད་པའི་སྐབས་ཏེ་བཙན་པོ་གྱི་ད་གར་སི་གོ་ར་ཅིག་བྲེ་ལག་དབང་བས་ཅིག་བོད་ཀྱི་ངོ་ནས་དྲངས་ནས་དེའི་སྐབས་ཀྱི་ད་དེང་སང་གི་སྐད་དུ་ཞུས་པ་ཡིན་ན་མཛད་གཙོ་རྣམ་པ་ཚང་མས་གྲོས་བསྡུར་བྱས་ནས་ཨ་ནེ་ཆོས་སྐྱོང་གདན་འདྲེན་ཞུས་པ་ཅིག་དེ་འདྲ་ཅིག་གསུང་གི་འདུག་གང་ལྟར། ད་མཁན་སློབ་ཆེ་གསུམ་ག་འདྲའི་ནང་པ་ཡིན་ན་འདྲ་མཁན་སློབ་ཆེ་གསུམ་ཙམ་དུ་མ་བཟོས་པའི་སྐབས་དེའི་བོད་ཀྱི་མཛད་གཙོ་རྣམ་པ་གི་བཀའ་འབྲེལ་ནང་ནས་ཨ་ནེ་སི་མི་ཁྲི་བཙན་པོ་བཏང་པ་ཡིན་ན་འདྲ། ཡང་བཤད་ཚུལ་གཞན་པ་ཅིག་ལ། ཨ་ནེ་ཆོས་རྒྱུད་ཁྲི་སྲོང་ལྡེ་བཙན་སྐུ་ལྔས་དང། ཨ་ནེ་སློབ་དཔོན་རིན་པོ་ཆེ་སྐུ་ལྔས་ཨ་ནེ་ཕ་རབ་འཕེལ་ནས་གདན་འདྲེན་ཞུས་བར་ཟེར་ཡག་གི་དེ་འདྲའི་གི་བཤད་ཚུལ་ཅིག་ལ་འདུག་གང་ལྟར་དེ་གཉིས་ཀ་ག་རེ་ཡིན་པ་ཡིན་ན་ཡང་གཙོ་བོ་དེ་ངས་ད་ལྟ་གོང་དུ་ཞུས་པ་ནང་བཞིན། ནི་འབའ་ད་ཧོར་གྱི་སྒོམ་གྲྭ་དེ་ལ་ང་རང་ཚོས་དམག་ཕབ་ནས། ནི་སོག་པོ་རྣམས་ལ་དམག་ཕབ་ནས་དེ་ནས་འབའ་ད་ཧོར་གྱི་སྒོམ་གྲྭ་བཅོམ། དེ་ནས་དབྱི་ཡི་ཐུབ་པ་དང་སྟོང་གི་སེང་གེ་ཟེར་ནས་ད་བསྟན་རྩིས་རྩ་ཆེན་པོ་ཡོད་རྒྱུ་དེ་ཚོ་ལ། ནི་ཡ་ར་གདན་དྲངས་མཉམ་དུ་དེ་ཚོ་བླངས་ཏེ་ད་བྱིས་སྐྱོང་དེ་ལ་རང་བཞིན་གྱི་མགོ་ད་ག་རེ་སེ་གོ་རེ་འཁོར་གྱི་ཡོད་པའི་ཆ་ནས། དེ་འདྲས་བྱས་ནས་ཡ་ར་བོད་དུ་གདན་དྲངས་པ་རེད་ཟེར་ནས་འོ་ད་བཤད་སྟངས་འདྲ་བོ་ཅིག་དེ་འདྲས་ཅིག་འདུག་ད་དེ་བྱས་དུས་དེ་ཚོ་ཤུབས་ཆགས་ཏེ་ད་ཡར་ཕེབས་པའི་སྐབས་ལ་ཆེ་སྐྱོང་ལ་འཁོར་དང་རིན་བྲན་དང་ཨ་ནི་ཀ་ཡི་བློན་པོ་དང། དེ་ནས་ཅིག་རྩེ་མོ་ལ་སོགས་པ་གི་དེ་འདྲས་ཀྱི་མི་འདྲ་བ་གི་ད་ཅིག་སྤུངས་ལ་སོགས་པ་གི་དེ་འདྲས་ཀྱི་མི་འདྲ་བ་གི་ཁྱད་པར་ཡོད་པ་དེ་ཚོ་ཚང་མ་ལོ་ང་རང་ཚོ་ད་རྣམ་ཐོར་ཤེས་པ་གི་ནང་ལ་གསལ་གི་ཡོད་རེད་གཙོ་བོ་དེ་འདྲས་ཅིག་གི་ཐོག་ནས་ཡར་གདན་འདྲེན་ཞེས་པ་དེ་ཨ་ནི་ཡང་གཅིག་གྱེར་འདྲ་བོ་ཅིག་རེད། དེ་ནས་ད་ཡར་བོད་དུ་ཡར་གདན་འདྲེན་ཞེས་ཚར་བའི་རྗེས་ལ་ཨ་ནི་སྐབས་དེ་དུས་གི་ད། ཨ་ནེ་བསམ་ཡས་དཔལ་གྱིས་ད་མི་འགྱུར་ལྷན་གྱིས་གྲུབ་པའི་རྩིས་ལག་ཁང་གཟིགས་ནས་ད་བོད་ཀྱི་ངོ་གནས་དྲངས་ནས་ད་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱི་སྐབས་ལ་ད་བོད་ཀྱི་སངས་རྒྱས་ཀྱི་བསྟན་པ་དེ་ཧ་ཅང་ད་རྒྱས་པར་བྱས་ནས་ངོ་གནས་དྲངས་ནས་ད་ཅིག་རབ་བྱུང་གི་སྡེ་ཡིན་ན་ཡང་འདྲ་ཨ་ནེ་ཅིག་ཆོས་བསྒྱུར་ཡག་གི་ལོ་ཙཱ་གི་ཅིག་སྒྲ་བསྒྱུར་གི་ལས་དོན་ཡིན་པ་ཡིན་ན་ཡང་འདྲ་ཨོ་དེ་ཚོ་ཡོངས་སུ་རྫོགས་པ་ལོ་ད་ཧ་ཅང་གི་ད་ག་རེ་ཟེར་དགོས་ར་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་དེ་ང་རང་ཚོ་བཙན་པོ་རིམ་བྱོན་གྱི་ནང་ནས་ད་གཞི་རྒྱུ་ཆེ་ཤོས་ཅིག་དང་ད་ཕྱི་སྲིད་ལག་ཚོགས། རྒྱ་ཆེན་པོ་འཕེལ་བའི་བཙན་པོ་ཞིག་ལ་བརྩི་གི་ཡོད་པར་བའོ། དེའི་སྐབས་ལ་ནི་ད་སྤྱན་དྲང་བས་མ་ཚད་ད་དེའི་སྐབས་ལ་ད་རྦད་དེ་ད་བོད་ཀྱི་གཞུང་འབྲེལ་གྱི་ད་དགོན་པ་ད་བསྲེག་དགོས་བའོ། དེའི་རྦད་དེ་གཞུང་འབྲེལ་གྱི་སྲུང་མ་ཙམ་དུ་མ་བསྲེག་པའི་བོད་བཙན་པོ་རང་གི་ནི་སྐུ་ཕྱྭ་དང་ནི་ཆབ་སྲིད་ཀྱི་སྲུང་མ་ལ་སོགས་པ་ད་ཆ་ཚང་ཞིག་ད་ཆོས་སྐྱོང་རང་གིས་གནང་གི་ཡོད་ཚར་བའོ། དེ་འདྲའི་ཆེད་ནི་ད་གང་ལྟར་བོད་ལ་ཡར་གདན་འདྲེན་ཞིག་ཚར་བའི་རྗེས་ལ་ནི་བྱེད་ཕྱོགས་ནི་བཤད་པ་ཡིན་ན་ནི། ལོ་ཁོང་བོད་མ་འབྱུང་ནས་ཁོ་རང་གི་ཐོག་ནས་ད་བསམ་ཡས་ཆུ་འཕུར་ཆུ་འཕུར་ཟེར་ནས་ས་ཆ་བྱུ་བ་རུ་བ་དེ་ལ་ནི་སྒྲུབ་པ་བཀའ་རྒྱས་ཟེར་ཡ་དེའི་དཀྱིལ་འཁོར་དུ་བཅུག་རྡོ་རྗེ་བཙུགས་བཞག་ཟེར་ནས་རྡོ་རྗེ་བཙུགས་ལ་བཞག་བདུད་རྩི་ལས་ནི་བོན་སློབ་གཉིས་ཀྱི་བར་ཟེར་དམ་སའི་ནང་ངོ་དེ་འདྲས་བྱས་ད་གཙོ་བོ་འདྲ་བོ་དེ་ནི་ཐོག་མ་འདྲ་བོ་དེ་མགུར་རིན་པོ་ཆེ་སྐུ་ལྔས་ཀྱི་ཐོག་ནས་སློབ་དཔོན་རིན་པོ་ཆེ་སྐུ་ལྔས་ཀྱི་ཐོག་ནས་ནི་ཆེ་སྐྱོང་ཆེན་པོ་གི་འཕྲིན་བཅོལ་དང་སྒྲུབ་ཐོབ་ལ་སོགས་པ་ངོ་དེ་འདྲས་མཛད་ནས་ད་གང་ལྟར་བུག་ལྷ་སྲུང་ཐམས་ཅད་ཀྱིས་དཔེ་དེ་རང་རྒྱལ་བོ་ཆེན་པོ་ལ་ལྟ་ང་གསོལ་མཛད་པ་ཅིག་ལྟ་དེ་འདྲ་ཅིག་ལྟ་གཤོང་རབ་ཀྱི་ནང་ལ་བསྲེག་གི་ཡོད་པ་རེད་ཨ་ནི་ལྷག་པར་དུ་མགུར་རིན་པོ་ཆེ་གི་ད་ཅིག་དཀར་བསེ་གོ་རི་གོ་མདུན་ནས་ཨ་ནི་དམ་བཅའ་བཞེས་པ་ལ་སོགས་པ་རྡོ་རྗེ་ཚིག་བཞག་བདུད་རྩི་ལུད་པ་ལ་སོགས་པ་གི་དེ་འདྲའི་གི་སྐོར་དེ་ཐང་ཡིག་དང་ཨ་ནི་ལྷག་པར་དུ་བསམ་ཡིག་གི་ལྡེབས་རིས་དེ་ཚོ་གི་ཐོག་ལ་ཡིན་ན་ཡང་ཨ་ནི་ཆོས་སྐྱོང་ཆེན་པོ་ད་སྒྲུབ་པ་གར་གྱི་གི་དཀྱིལ་འཁོར་དུ་ཆིག་ཡ་ལ་སོགས་པ་གི་དེ་འདྲའི་གི་ལྡེབས་རིས་དེ་ཚོ་ཚང་མ་ལོ།

ཨ་ནེ་ད་གང་ལྟར། དེ་འདྲའི་བྱས་ནས། ད་བོད་ཀྱི་རྦད་དེ་གཞུང་འབྲེལ་གྱི། ད་རྦད་དེ་བཙན་པོ་གྱི་སྐུ་ཤ་དང་ཆབ་སྲིད་དང། བོད་ཀྱི་དེའི་སྐབས་ཀྱི་ད་རྦད་དེ་རི་ངོ་ནས་དྲངས་ནས་སངས་རྒྱས་ཀྱི་བསྟན་པ་ད་དེའི་སྐབས་ཀྱི་རྦད་དེ་ཆེ་ཤོག་ད་ང་རང་ཚོ་ད་རྦད་དེ་སྒྲིག་འཛུགས་ཡོད་ལ་མེད་ལ་དེ་ད་བསམ་ཡས་བལ་གྱི་ཆིང་འཁོར་ར་བ། ཆིང་འཁོར་ཨ་ནེ་བསམ་ཡས་བལ་གྱི་རྩིག་ལག་ཁང་དེའི་སྲུང་མ་བྱས་ནས་ཨོ་དེ་འདྲའི་བྱས་ནས། ད་ང་རང་ཚོ་བོད་རྒྱལ་ཁབ་ཆེན་པོ་གི་བོད་བཙན་པོ་གི་བོད་རྒྱལ་ཁབ་ཆེན་པོ་གི་གཞུང་འབྲེལ་གི་ད་སྲུང་མ་ཆགས་པ་ཅིག་ཨོ་དེ་འདྲ་ཅིག་རེད་ད་དེ་ནས་ད་ཨ་ནེ་མར་ད་ག་རེ་སེ་གོ་རེ་གོ་རིམ་པས་བྱས་ནས་ད་བོད་བཙན་པོ་རྒྱལ་ཁབ་གི་སྲུང་མ་ཅིག་ད་ག་རེ་སེ་གོ་རེ་ཐུགས་འགན་བཞུས་ནས་ཟིན་ན་འདྲ་དེ་ང་ཚང་གཉིས་ཀ་ཅིག་བཤད་སྟངས་བྱས་པ་ཡིན་ན་འདྲ་སྲུང་མ་ཆགས་ནས་ད་ཡིན་རང་པོ་རྗེས་ལ།

ཨ་ནི་ཚེ་གང་ཐང་ནས་ཨ་ནི་ཙིག་ལ་ཁང་ལ་མེ་སྐྱོན་ཞུ་རུ་དེ་འདྲས་བྱས་ནས་ཨ་ནི་ཚེ་གང་ཐང་ནས་ཡང་ཨ་ནི་མར་འགྲིག་སྤང་ལ་ཕེབས་པ་རེད་ཟེར་ཡག་གི་ད་དེ་འདྲས་གི་བཤད་སྟངས་ཅིག་ཡོད་རེད་ལྷག་པར་དུ་བསམ་ཡས་ནས་རྦད་དེ་མར་ཨ་ནི་པས་ཚིམ་པ་འདྲ་བོ་དེ་འདྲས་ཅིག་བཤད་གི་ཡོད་རེད་ཡིན་ན་ཡང་ད་ལོ་རྒྱུགས་ནང་ལ་ང་རང་ཚོའི་ཕྱོགས་མང་པོ་ཅིག་ལ་འདུག་སྟ་ཡོང་དུས་བསམ་ཡས་ནས། ཨ་ནི་བེ་རོ་ཙར་ནི་ལོ་ཙཱ་བ་བེ་རོ་ཙར་ནག་གི་རྗེས་སུ་འབྲངས་ནས་ད་ཚེ་དང་ད་ཚེ་གུང་ཐང་གི་ས་ཆ་དེ་ལ་ད་བས་ཡོད་པ་དང་དེ་ཚོ་ད་ཧ་ལམ་ད་གསལ་བོ་ཡིན་ས་རེད། ང་དོ་བ་གཅིག་ནས་ཨ་ནི་བེ་རོ་ཙར་ནག་གི་ཁྱོན་དེ་ནས་བཞུགས་དང་སོང་ཡག་གི་དེ་འདྲའི་གི་གནས་སྟངས་གཅིག་ཀྱང་བྱུང་ད་བྱུང་ཡོད་ས་རེད་དེ། ཡིན་ན་ཡང་ཆེ་སྐྱོང་ལ་དྲི་བའི། ཨ་ནེ། ཀར་སེ་གོར་སྐུ་ངལ་རྣམ་རོལ་སྣ་ཚོགས་འདི་དཔེ་དེ་རང་མཚན་གཅིག་པོ་གཅིག་ཡིན་པ་ཡིན་ན་ད་ལྟ་ངས་ལྟ་བྱ་རྒྱུ་ཡིག་ཚགས་དེ་ཚོ་དཔེ་དེ་བྲིན་ཆོས་དང་ཨ་ནེ་ལྷག་པར་དུ་ད་གཙོ་བོ་མགུར་རིན་པོ་ཆེ་དང་གོང་ས་ལྔ་བ་ཆེན་པོ་གཉིས་ཆ་གསུངས་ཏེ་གཙོ་རིག་གྱེར་ནས་བལྟས་པ་ཡིན་ན་ཆེ་སྐྱོང་ཆེན་པོ་ལ་མཚན་འཁོར་ར་ད་དཔེ་དེ་བརྒྱ་ཕྲག་འགའ་ཞིག་ཅིག་ཡོང་གི་འདུག། དེ་འདྲ་བྱེད་དུས་ནི་ད་བལ་དེ་སྐུ་ཡན་ནམ་བ་ཡན་ན་ཡང་མ་ངེས་བ་ཡིན་པ་ཆེ་དེ་འདྲ་བྱེད་དུས་ད་ལོ་ཚན་བེ་རོ་གཙང་ནག་གི་རྗེས་སུ་འབྲང་བ་དེ་ད་ཆོས་སྐྱོང་ཁོ་རང་གི་ནི་ཀ་ར་སེ་གོ་རི་བོ་སྤྱིར་བཏང་གི་དཔྱད་གཞིའི་དམ་བཅའ་བསྟན་པ་སྲུང་བའི་སྐྱེས་བུ་གཅིག་ཡིན་པ་ཡིན་པ་ཡིན་ན་བསྟན་པ་འཛིན་པའི་སྐྱེས་བུ་གཅིག་ཡིན་པ་ཡིན་ན་རང་བཞིན་གྱི་གསུངས་པ་དེ་ཀོ་ཆོས་སྐྱོང་སྲུང་བ་ཐམས་ཅད་ཀྱི་དམ་ཚིག་རུ་བ་དེ་འདྲའི་གི་ཆ་ནས་རྗེས་སུ་འབྲང་བ་ཡིན་གྱི་རེད་མ་གཏོགས་བལ་དེ་རང་བསམ་ཡས་ནི་མ་ར་བལ་དེ་རྦད་དེ་ནི་ཐོན་བྱ་བ་དང་རྦད་དེ་ནུས་སྤེལ་རེད་ཟེར་བ་དེ་ཡང་གོ་བ་འདྲ་བོ་དེ་ཧ་ལམ་འགྲིག་ཡོད་ས་མ་རེད་བསམ་བསམ་འདྲ་བོ་ཅིག་དྲན་གྱི་འདུག་གང་ལྟར་ཚེ་གུང་ཐང་ལ་ཕེབས་ནས་ཞང་འགྲོ་བའི་མགོན་པོ་ཟེར་རྣམ་པ་གཉིས་ནི་མཇལ་འཕྲད་བྱུང་པ་དང་དེ་འབྲེལ་གྱི་ཐོག་ནས་ད་ཚེ་གུང་ཐང་ནི་དང་པོ་ད་ཚིག་ལྷ་ཁང་སྐྱོན་ཡག་གི་ཐོག་ལ་ལུང་བསྟན་ཞུས་པའི་སྐབས་ལ་ཚེ་གུང་ཐང་ད་གར་སའི་གོ་རེ་སྐྱོན་ཤོག་གི་ཐོག་ལ་ཆེད་སྐྱོང་ལ་བཀའ་སློང་གནང་པ། ནང་བཞིན་ཅིག་ཨ་ནི་ལག་ལེན་མ་སྟེར་བ་ལ་སོགས་པ་གི་ད་ག་རེ་མིན་གང་ཞིག་གང་ལྟར་དེ་འདྲའི་གི་རྐྱེན་བྱས་ནས་ཐ་མ་དེ་ཚིག་ལ་ཁང་དེ་མེད་ཤོར་ནས་དེ་ནས་ཨ་ནི་ཆེད་སྐྱོང་བགྲེས་སྤོང་ལ་ཕེབས་རེ་ཟིན་ནས་ཨོ་དེ་འདྲའི་གི་བཤད་སྟངས་ཅིག་འདུག་ཡ་འདུག་དེ་ཡིན་ན་ཡང་དེ་སྐབས་ལ་ཨ་ནི་ཚེ་གོང་ཐང་ནས་མར་ལྷ་སའི་སྐྱུ་ཆི་ལ་གར་སའི་གོ་སྐྱུ་ཆི་ལ་མར་བསྐུར་ནས་སྐྱི་ཆི་འགྲམ་ནས། ནས། འབྲས་སྤུངས་སྒོ་མང་དཀར་ས་འབྲས་སྤུངས་བདེ་ཡངས་བྲག་ཚང་གི་མཁན་པོ་མཆོག་པ་བྱང་ཆུབ་དཔལ་ལྡན་གྱི་མིའི་སྔགས་ནས། སྐྱེ་འཆིའི་འགྲམ་ནས་ཡར་བཞུད་བྱ་རྒྱུ་གི་རྟེན་སྒམ་དེ། དེ་དང། ད་ལྟ། ཚེ་གང་ཐང་ནས་མ་ར་སྔགས་རི་སེར་སྙིང་གི། ཤངས་འགྲོ་བའི་མགོན་པོ་ཁོ་རང་ཉིད་འདྲ་བོ་ཕྱིན་པ་ཡིན་ན། རྦད་དེ་རང་དུས་ཚོད་ཁོ་རང་གར་སེ་གོ་རེ་སྔ་བཤུས་མ་ཐིམ་པ། རྦད་དེ་ཁོ་རང་ཉིད་ཀྱི་བ་རུ་ན་ལོ་སུམ་བརྒྱ་གི་ཁྱད་པར་ཡོད་རྒྱུ་དེ་འདྲ་གཅིག་རེད་དོ་བ། འདི་འདྲ་བྱས་དུས་ད་ངས་མང་པོ་ཞུ་གི་ཡོད་མར་དེར་ངས་མྱང་འདས་མྱང་འདས་མ་གཏོགས་བྱེད་ཀྱི་ཡོད་མར་གང་ལྟར་དེ་བྱས་དུས་ཨ་ནེ། ཚེ་གང་ཐང་ནས་མར་འབྲི་སྤང་ར་ཕེབས་པ་ཡ་རེད་ཟེར་དང་ད་ལྟ་ཞང་འགྲོ་བའི་མགོན་པོ་དང་བདེ་ཡངས་མཁན་པོ་ཆོག་ཨ་ནེ། གར་ས་ལྕོག་པ་ཞང་ཆུ་བེད་ལྡན་རྣམ་པ་གཉིས་ཀྱི་དཔའ་རུའི་སྒྲུང་གཅིག་ཡོད་རྒྱུ་དེ། གནད་ཆེ་སྐྱོང་ཆེན་པོའི་གནས་ཚད་རྣམ་ཐར་ཕྲན་བུ་ཞིག་བཤད་མཁན་ཚང་མ་གི་ཐོག་ནས་དེ་གཅིག་གྱུར་གི་ཐོག་ནས་དང་ཁས་ལེན་བྱེད་ཐུབ་ཀྱི་ཡོད་མ་རེད་ཚང་མས་ཁས་ལེན་བྱེད་ཐུབ་ཀྱི་ཡོད་མ་རེད་གཉིས་ནས་གནས་སྐབས་དེ་དུས་ནས་བཟུང་སྟེ་ང་རང་ཚོ་ཞིག་བོད་ཀྱི་ལམ་སྲོལ་གྱི་ནང་ལོགས་ལ་གསང་བ་བསམ་གྱིས་མི་ཁྱུད་པའི་གནས་ཚད་དེ་ཚོ་ཚང་མ་ལོ་གནས་ལོ་རྒྱས་ཀྱི་ཐོག་ལ་འབྲི་འགོད་བྱེད་ཡ་དང་དུས་རབས་ནས་དུས་རབས་ལ་མར་ལ་མར་འབྲི་འགོད་བྱེད་ཡ་དེ་འདྲའི་གི་ལམ་སྲོལ་ཡང་མེད་པ་སོང་ཙང་ལྷག་པར་དུ་དེ་འབྲི་དཀའ་བ་ཞིག་ཡིན་པ་སོང་ཙང་དེ་ཚོ་གི་གནས་ཚད་འདྲ་བོ་སྟེ། ག་རེ་ཟེར་དགོས་ར། ད་ཅིག་ཡིད་ཆེས་དཀའ་བ་འདྲ་བོ་གསལ་བོ་མེད་རྒྱུ་འདྲ་བོ་དེ་འདྲའི་གི་གནས་སྟངས་ཅིག་ཆགས་བསྡད་ཡོད་རེད། ད་གང་ལྟར། སྡོམ་འདྲ་བོ་ཞུས་ནས་རྒྱབ་ནས་ཞུས་པ་ཡིན་ན་བོད་བཙན་པོའི་སྐབས་ལ་ཏང་གིས་གོང་དུ་ཞུས་ཟིན་པ་དེ་ཆེད་དེ་ནས་བོད་གསོ་བའི་སྐབས་ལ།

འོ་དེ་འདྲའི་ལ་དེ་ནི་འབྲུམ་སྟོང་པ་གི་ཐོག་ནས་ཡིན་པ་ཡིན་ན་ཡང་ད་ངོ་ནས་དྲངས་ནས་བེ་ཧར་རྒྱ་བོ་འདི་རྦད་དེ་ཆེ་གཤའ་མ་བྱེད་མཁན་ཞིག་ཡིན་པ་ཡིན་ན་འདི་དཀྲོག་བྱེད་མཁན་ཞིག་རེད་འདུག་བ་ཟེར་ནས་བསྟོད་བསྔགས་མཛད་པ་ལ་སོགས་པ་དེ་ཚོ་གི་གནས་ཚུལ་དེ་ལམ་རིམ་ལ་མ་བརྒྱུད་པའི་རྣམ་ཐར་གི་ནང་ན་གསལ་གི་འདུག་བ་ཨཱ་དེའི་སྐོར་དེ་ལྷག་པར་དུ་འབྲུམ་སྟོན་པ་ལ་འབྲེལ་བ་བྱུང་བ་དེ ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ཡིན་པ་ཡིན་ན་ཡང་དེ་ཐ་མ་ཁ་ཤས་གསུངས་འདུག། ཨོ་དེ་འདྲས་ལ་བརྟེན་པ་ཆེ། ཨ་ནེ་བུ་བསོད་པའི་སྐབས་ལ་ཨ་ནེ་དེའི་ཐོག་ལ་ཨ་ནེ་ད་ལྟ་ངས་གོང་དུ་ཞུས་པ་ནང་བཞིན་ཨ་ནེ། རྗེ་རིན་པོ་ཆེ་གི་ཏང་ངེ་སློབ་འཇམ་དབྱངས་ཆོས་རྗེ་བཀྲ་ཤིས་དཔལ་ལྡན་པ་ལ་ཨ་ནེ། རྟག་དཀར་སེ་གོ་རེ་འབྲས་སྤུངས་དགོན་པ་འདེམས་སྡོད་ཀྱི་ཨ་ནེ་ཐུགས་དགོངས་དེ་ཁྲོངས་པའི་ངང་ནས་ད་ལྟ་ད་ལྟ་དཱ་འདིའི་བོད་ཀྱི་འབྲས་སྤུངས་ཀྱི་ས་ཆ།

ཨ་ནི། ཆེ་སྐྱོང་ཆེན་པོ་མཚན་ལམ་ནས་ཡོང་ནས་ཨ་ནི། ཁྱོད་རང་གི་ས་ཆ་དེ་ལ་ད་ད་ནི་འབྲས་སྤུངས་ཆགས་ས་གི་ས་ཆ་དེ་ལ་ཁྱོད་རང་གི་ཨ་ནི་འདི་གར་སེ་གོ་རེ་དགོན་པ་ཐོབ་ད་ངས་ཁྱོད་རང་ལ་ད་བཙུན་པ་སྟོང་ཕྲག་ལྔ་ཕུག་གི་ཡན་སེ་ཡ་ལ་སོགས་པ་གི་དེ་འདྲའི་གི་ད་ལ་ལུང་སྟོན་ཆོངས་པ་དང་དེ་ཚོ་ཚང་པ་ལ་རྐྱེན་བྱས་ནས་ཨ་ནི་འཇའ་ཡང་ཆེ་ཆེ་བཀྲ་ཤིས་དཔལ་ལྡན་པ་གི་སྐབས་དེའི་ཨ་ནི་སྡེ་བ་སྣེ་ཤོར་བ་ལ་ཞུས་ནས་ཨ་ནི་དེའི་ཐོག་ནས་འབྲས་སྤུངས་ཆགས་ད་བས་གི་གཞན་དག་ལ་སོགས་པ་དེ་ཚོ་ཁས་ལེན་བྱས། འོ་དེ་འདྲའི་ཆུང་དུ་བ། དེའི་རྒྱུ་མཚན་ལ་བརྟེན་ནས་ནི་འཇམ་ཕྱི་བྱེད་བཀྲ་ཤིས་པའི་བདེན་པ་སྐབས་དེ་དུས་ནི། ནི་དགའ་ལྡན་རང་ལ་ཕེབས་ནས་རྗེ་བདག་ཉིད་ཆེན་པོ། རྗེ་རིན་པོ་ཆེ་བཞུགས་ས་དབུས་གྲོང་དུ་ཕྱིན་ནས་ནི་རྗེ་རིན་པོ་ཆེ་ཡར་སྙན་བསང་ཞུས། ནི་ཁོ་རང་ལ་ད་དགོན་པ་འབྲི་སྤུངས་འདབ་ཡར་གྱི་ད་ཁོ་རང་ལ་ཅིག་གར་སེ་གོར་གོར་ཐུགས་འདོད་ཡོད་པ་དང་དེ་ལ་ད་གཞན་དག་ཡོད་པ་དང་ལྷག་པར་དུ་ནི་ཅུང་བེ་ཧྲི་རྒྱལ་བོ་གི་ནི། མཚན་ལམ་ནས་ད་གར་སོས་གོ་ད། ཆགས་ད་སྡོང་གྲོགས་གནང་ཡག་གི་དེ་འདྲའི་གི། རྨི་ལམ་མ་ར་ཆུང་ལ་སོགས་པ་ནི་རྗེ་རིན་པོ་ཆེ་ཡ་ར་ཞུས་དུས་ནི་རྗེ་རིན་པོ་ཆེ་གི་ཐོག་ནས་ད་དེ་དཔེ་ཡག་པོ་ཡོད་པ་དང། ནི་ལྷག་པར་དུ་ད་ག་རང་སོས་གར་སོས་གོ་ད་ཁྱོད་རང་གི་འདོད་པ་ནང་བཞིན་འགྲུབ་ངེས་པ། ནི་ལྷག་པར་དུ་ཡང་ཆེ་སྐྱོང་གི་བྲོ་བ་ཡོང་གི་ཡོད་པ་དེ་ཙམ་དུ་མ་སོས་པའི་ད་ཁྱོད་རང་གི་དགོན་པ་ད་པ་ཡིན་ན། ནི་ཕ་ལས་བུ་བཙུགས་པ་ཅིག་ཡོང་གི་རེད་སོང་ཡ་དེ་ད། ནི་རྣམ་ཐར་གི་ནང་ལོགས་ལ་ད་ཡོངས་གྲགས་རེད་དུ་བ། ད་དེའི་སྐབས་ལ་ང་རང་ཚོས་གནད་འགག་ཆེན་པོ་གཅིག་ད་བོད་སེལ་བའི་སྐབས་ལ་ཐོག་མ་ནས་བཟུང་སྟེ་ཨ་ནེ་འབྲོམ་སྟོན་པ་ང་ནས་འབྲེལ་བ་བྱུང་པ་དང་དེ་དེའི་རྗེས་ནས་འཇའ་ཡང་ཆེ་བྱེད་བཀྲ་ཤིས་དཔལ་ལྡན་པ་འབྲེལ་བ་བྱུང་པ། དེའི་རྗེས་ནས་འཇའ་ཡང་ཆེ་བྱེད་བཀྲ་ཤིས་དཔལ་ལྡན་པ་བརྒྱུད་ནས་རྗེ་རིན་པོ་ཆེ་ཨ་ནེ་ད་སྤྱིར་བཏང་འབྲས་སྤུངས་དགོན་པ་འདེབས་ཡ་དང་ཨ་ནེ་སྐབས་སུ་འོག་པ་ཆེ་སྐྱོང་བེ་ཧར་རྒྱལ་བོ་གི་ཐོག་ནས། ཕྱག་རོགས་གནང་ཡ་ད་བྱེད་ས་མ་ཤི་ན་དེ་སྐོར་རྗེ་རིན་པོ་ཆེ་ཤི་དུས་རྗེ་རིན་པོ་ཆེ་གི་ཐོག་ནས་ཡིན་པ་ཡིན་ནའི་ནས་བཀའ་འཁྲོལ་གཙང་མ་བྱུང་ཡོད་པའོ་དེའི་ཐོག་ནས་ང་རང་ཚོས་ག་རེ་མཚོན་གི་འདུག་ལབ་པ་ཡིན་ན་ནས་ངོ་ནས་དྲང་ནས་ད་རྗེ་རིན་པོ་ཆེ་ཡིན་པ་ཡིན་ནའི་ད་འཇམ་དབྱངས་ཆོས་རྗེ་བཀྲ་ཤིས་དཔལ་ལྡན་པ་ཁོ་རང་གི་ནས་བསྟན་པའི་བྱ་བ་མཛད་པ་ལ་ཆོས་སྐྱོང་ད་བས་ཏེ་ནས་བལ་རི་རྒྱ་བོ་དེ་ད་ཚད་ལྡན་ཅིག་ཡིན་པ་དེ། ད་རྗེ་རིན་པོ་ཆེ་གི་ཐུགས་ནན་པ་ཡིན་ན་ཡང་ཨ་ནེ་བཀའ་ཁྲོལ་གཙང་མ་ཐོབ་པ་ཞིག་ད་ང་རང་ཚོའི་དེ་གོ་བ་ལེན་མཆོག་སྐོར་བ་དེ་གོ་བ་ལེན་ད་ག་རང་རེ་བ་རེ་བ་ཨོ་དེ་ཅི་དེ་ད་སྐབས་དེ་དུས་ད་བོད་སེལ་བའི་སྐབས་ལ་ཨོ་དེ་འདྲས་ཅིག་ཆགས་ཨ་ནེ་དེའི་རྗེས་ནས་ད་ཨ་ནེ་འཇང་ཆོས་རྗེ་བཀྲ་ཤིས་དཔལ་ལྡན་པ་གི་ད་འབྲས་སྤུངས་ལ་གཙོ་རུ་གྱུར་བའི་འབྲས་སྤུངས་གི་ཨ་ནེ་ད་སྲུང་མར་གྱུར་ཨོ་དེ་འདྲས་གི་ཉེར་ལེན་ལ་བརྟེན་ནས་ད།

ནས་ཆིབས་བསྒྱུར་གནང་བའི་སྐབས་ད་དེ་ནས་བཟུང་སྟེ་ད་ང་ཚོས་ད་ད་འདི་ང་རང་ཚོས་ད་འཕགས་པ་སྤྱན་རས་གཟིགས་ཀྱི་དཀྲི་བའི་རོལ་གར་ནི་ད་བོད་མི་རིགས་ཀྱི་ཆེད་དུ་ད་བོད་བསྟན་སྲིད་མི་རིགས་ཀྱི་ཆེད་དུ་ཕེབས་ཡོད་པ་ད་རྒྱལ་བ་རིན་པོ་ཆེ་ཟིན་ནས་ནས་མཚན་འདིའི་ཐོག་ནས་མར་ཕེབས་ཡོད་པ་ད་འདིའི་སྐུ་ཡི་ཕྲེང་བ་གི་དབང་དུ་བྱས་པ་ཡིན་ན། ད་རྒྱལ་བ་སྐུ་འཕྲང་ཉིས་བ་ནས་བཟུང་དེ་ལྟར་འབྲེལ་བ་བྱུང་འདུག་ད་བསམ་ཡས་ལ་ཨ་ནེ་རྗེ་སྐུ་འཕྲང་ཉིས་བ་རྒྱལ་བ་སྐུ་འཕྲང་ཉིས་བ་ཡར་ཕེབས་པའི་སྐབས་ལ་ད་དེ་ནས་བཟུང་དེ་འབྲེལ་བ་བྱུང། ཨ་ནེ་ལྷག་པར་དུ་ད་རྒྱལ་བ་སྐུ་འཕྲང་གསུམ་པ་ཨ་ནེ་གཟུགས་ཀྱི་བཀོད་པ་བསྡུས་ནས་པདྨ་འོད་བཟི་ནས་ད་སྟག་ཤང་པདྨ་འོད་དུ་ཡར་ཕེབས་པའི་རྗེས་ལ་ཨ་ནེ་སྐབས་དེ་དུས་ཡང་བསྐྱར་ད་ཁྱོད་རང་ཨ་ནེ་བོད་ཀྱི་འགྲོ་བའི་དོན་དུ།

ཧ་ཅང་ནས་གྲགས་ཆེ་བའི་ཡང་གར་སའི་སྒོ་རེད་འདི་གཅིག་རེད། ལྷག་པར་དུ་གཞུང་ས་དགའ་ལྡན་ཕོ་བྲང་བ་ཆེན་པོའི་གཞུང་འབྲེལ་གྱི་ཡིག་ཚགས་ཁག་གི་ནང་ལོགས་ལ་ཡིན་པ་ཡིན་ན་ནས་གནས་སྟངས་དུམ་བུ་དེ་བེད་དེ་དེ་བས་ཀྱང་རྒྱལ་བ་སྐུ་འཁྲུངས་རིམ་བྱོན་དང་ནས་གནས་གཞུང་ཆེན་པོའི་བ་རུ་གི་དམ་ཚིག་གི་འབྲེལ་བ་བླངས་ཡོང་དུས་ནས་གནས་སྟངས་དེ་གཞུང་འབྲེལ་གྱི་ཡིག་ཚགས་ག་བ་གང་ས་གི་ནང་ལོགས་ལ་ནས་མཛད་གཙོ་རྣམ་པ་གི་མཚོན་པའི་ལྟ་གས་ཆེན་པོ་གི་ཐོག་ནས་བླངས་བླངས་བྱས་ཡ་གི་གཞི་རྩ་གཅིག་རེད། གང་ལྟར། སྦྱང་བྱའི་བཀྲ་ཤིས་དཔལ་ལྡན་པ་གི་རྗེས་ལ་ད་ནི་རྒྱལ་བ་སྐུ་འཕྲང་གཉིས་པ་ནས་བཟུང་སྟེ་ད་རྒྱལ་བ་སྐུ་འཕྲང་རིམ་བྱོན་ལ་ནི་འབྲེལ་བ་ཆགས་ལྷག་པར་དུ་ད་གོང་ས་ད་རྔ་བ་ཆེན་པོ་ད་བཀའ་དྲིན་བདག་མེད་ནི་གཞུང་ས་དགའ་ལྡན་ཕོ་བྲང་བ་ཆེན་པོའི་དོན་གྱི་བདག་པོ་ད་གོང་ས་རྔ་བ་ཆེན་པོའི་སྐབས་ལ་བོད་གཞུང་དགའ་ལྡན་ཕོ་བྲང་ཕྱོགས་ཐམས་ཅད་ལས་རྣམ་པར་རྒྱལ་བ་ཆེན་པོ་ད་འོ་ཉེ་བའི་སྐབས་ནས་བཟུང་སྟེ།

ལྔ་གནས་བདེན་བཞི་ལ་སོགས་པ་འཕྲོས་འདོན་ལ་སོགས་པ་གསལ་འཕྲེང་ལྔ་སྲོལ་ལ་སོགས་པ་དེ་འདྲའི་གང་འབྲས་དུ་བྱེད་དགོས་ཀྱི་ཡོད་མེད་ལ་སོགས་པ་དེ་ཚོ་ད་ངོ་ནས་དྲངས་ནས་ད་རྦད་དེ་བསམ་བརྗོད་ལས་འདས་པ་དེ་འདྲས་རྐྱང་རྐྱང་ད་ཚད་མེད་ལོང་རྐྱང་རྐྱང་ཕེབས་པ་ལ་བརྟེན་ནས་ད་ད་ལྟ་བར་དུ་ང་རང་ཚོ་བོད་མི་རིགས་ཀྱི་མགོན་དཔང་དམ་པ་ལ་ནི་རྒྱལ་བ་ཀུན་འཕྲང་རབ་བྱུང་གི་བཀྲིས་པའི་སྡིགས་ཀར་སེམས་མ་ཆད་པ་བྱས་ནས་བཞོན་ཡོད་པ་དེ་ཚོ་ཚང་མ་ལོ་ད་ག་ལོང་དེ་ཚོ་ཚང་མ་ལོ་ནི་ཞུབ་ཏུ་ཆེ་སྐྱོང་ཆེན་པོ་རྣམ་ཐར་བགྱི་བ་གི་ནང་ལ་དང་མ་འོངས་པ་མཇལ་ཡ་མ་འོངས་པ་བས་དེ་ནི་གསལ་བོ། མ་འདྲེས་བ་བཅས་ནས་ནི་རྣམ་པ་ཚོ་མཇལ་ཡ་ཞིག་ཏན་ཏན་ཡོང་གི་རེད་བསམ་གི་འདུག་ལ་ནི་ཡང་ད་ལྟ་ཚེམ་བདེ་ལ་སྐབས་དེ་དང་འབྲེལ་ཆགས་པ་ཅིག་ལ་ནི་ད་ཅིག་རྒྱ་བར་ཐམས་ཅད་མཁྱེན་པ་ད་ད་ལྟ་རང་ཅག་རྣམས་ཀྱི་མགོན་ཁོང་རྒྱལ་བ་ཀུན་འཕྲང་ནི་ཇི་བཞི་བ་ཆེན་པོ་འདིའི་བཀའ་དྲིན་ཟླ་མེད་འདི་ད་ཐོག་མར་སྐུ་བལྟམས་པའི་ཤོག་ལ་ཤར་གྱི་ཕྱོགས་ཡིན་པ་དང་སྐབས་དེ་དུས་ཆེད་སྐྱོང་ཆེན་པོ་དག་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་དྲུག་ཨེ་ཡོན་དུ་བ་ལ་ཆིག་སྐྱོང་ཆེན་པོའི་སྐུ་ཕེབས་དང་དེ་འབྲེལ་མཛད་པའི་སྐབས་ལ་ཤར་ཕྱོགས་སུ་བན་བོན་མཛད་པ་ལ་སོགས་པ་ཤར་ཕྱོགས་སུ་ཁ་བཏགས་འཕེན་པ་ལ་སོགས་པ་ལྷག་པར་དུ་ད་འཕྲོང་ཡིག་གི་ཕྱོགས་བསྟན་པའི་སྐབས་ལ་བཀའ་ལུང་གནང་ཡོད་པ་ཅིག་ལ། ཡང་དག་པའི་ཕྱི་བཤོལ་དབང་པོ་ཡི། དབྱིབས་ཕྱི་ནང་ཇི་སྙེད་ཆར་གྱིས་ཀྱང། གངས་ལྗོངས་བསྟན་འགྲོའི་ཕན་བདེའི་འོད་སྟོང་སྟེ། དབང་ཕྱོགས་ལྷུན་པོའི་སྤོ་ལེ་མི་ཚེ་གསུམ། ཟེར་ཡག་གི། ཨོ་དེ་འདྲའི་གི་ཅིག་རྦད་དེ་ཤར་རྒྱུ་ཤོག་ཡིན་པ་དེ་འདྲའི་གི། ཨ་ནི་གསལ་བོ། ཐོན་པ་ལ་སོགས་པ་ལྷག་པར་དུ། ཡང་སྲིད། ཆུང་ཁྲི་ཆུང་སྲིད་རིན་པོ་ཆེ། རྩེ་ཆུའི་ཚོགས་ཆུང་སྐལ་བཟང་རིན་པོ་ཚེའི་དབུ་ཁྲིད་པའི་རྩེ་ཆུའི་ཚོགས་ཆུང་དེ་ཡང་ཆེ་ཆུང་གི་པའི་གཏན་ལ་ཕབ་པ་དེ་རྦད་དེ་འདོར་མེད་ཀི་ཤོག་ལ་ཕེབས་དགོས་ཡ་ལ་སོགས་པ། དེའི་རྗེས་ནས་ཨ་ནི་ཅིག་མ་བུ་ཧྥང་ལ་སོགས་པ་གི་ས་གནས་གི་རྒྱ་ནག་གི་ད་དཔོན་རིགས་དེ་ཚོས་གི་རྙོག་དྲ་བཟོས་པའི་སྐབས་ལ་ཡིན་པ་ཡིན་ན་ཡང་ཐབས་མཁས་ཀྱི་ཐོག་ནས་ནས་སྐུབ་སྐུབ་བེད་དེ་གསང་བ་བྱས་ནས་ནས་རིམ་པ་བཞིན་དུ་ཨ་ནི་རྒྱལ་བའི་ཡང་སྤྲེལ་ལ་ད་སྐར་ཚིག་གོར་གོར་གསལ་བསྒྲགས་དེ་ཇི་ལ་བྱེད་དགོས་ཡང་ནས་སྐུབ་སྐུབ་གསང་བ་བྱེད་དགོས་ཀྱི་ཡོད་པ་འོ་དེ་ཚོ་ལ་ད་བེད་དེ་ད་བཀའ་བཀའ་ལུང་གི་ནང་ལ་མཇལ་བ་ཡིན་པ་ཡིན་ན་ད་ཧ་ཅང་བཤད་གསལ་པོ་ཞུ་བ་ཅིག་ད་ནས་གནང་བཞག་ཡོད་པ་དེ་འདྲ་ཅིག་རེད་དེའི་རྗེས་ལ་ནས་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་གི་ལོ་ལ་ནས་ཧང་སང་ཡ་ཅིག་ལ་ནས་ཡང་ཆུ་ཤེལ་ནོར་རིག་འོད་གནང་སྟེ་ཡིད་ནུབ་ཀྱི་ཕྱོགས་ནས་བརྒྱུད་པར་ངས་ཟེར་ཡག་གི་ད་ཆུ་ཤེལ་ནོར་བུ་ཟེར་ཡག་དེ་ད་སྐྱབས་མགོན་རིན་པོ་ཆེས་གསུང་གི་ཡོད་བ་རེད་བ་ད་སྐྱབས་རིན་པོ་ཆེས་བཀའ་སློབ་གནང་ན་ཡོད་བ་རེད་ད་ཁོང་གི་མ་འོངས་པའི་མཛད་འཕྲིན་དེ་ནུབ་ཕྱོགས་ནས་རྒྱས་གི་རེད་ཟེར་ཡག་དེ་སྐབས་དེ་དུས། བཀའ་བློན་དེ་ལ་ནི་ང་རང་ཚོའི་མཛད་གཙོ་རྣམ་པ་དེ་ཚོ་གི་ད་མཛའ་འདྲ་བོ་ཚེ་ཡོད་ས་མ་རེད་མགོ་འདྲ་བོ་ཚེ་ཡོད་ས་མ་རེད་ཨ་ནི་ད་དེ་རང་སང་ཉིན་རྗེས་ལ་འགྲེལ་བཤད་བརྒྱབ་དུས་ད་རྦད་དེ་སྐབས་དེ་དུས་ནས་བཟུང་སྟེ་ད་ཆེ་ཆུང་ཆེན་པོས་ད་མ་འོངས་པ་རྦད་དེ་མངོན་སུམ་དུ་གཟུགས་བདེ་ཡག་གི་ད་ཁོང་རྣམ་པ་ཚང་མ་གི་ཕྱུག་ཅོར་གི་བཤད་གི་འདུག་བ་ལྷག་པར་དུ་གཞུང་ས་དགའ་ལྡན་ཕོ་བྲང་བ་ཆེན་པོའི་ཨ་ནེ་ད་ཞབས་ཞུ་གནང་མྱོང་མཁན་རྒན་པ་དེ་ཚོ་མཇལ་བ་ཡིན་ན་ཚང་མས་གཅིག་གྱུར་གྱི་གསུང་བ་ཞིག་ཡོང་བ་རེད་བ། དེ་རྗེས་ལ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་གི་ལོ་ལ་ད་བཙན་བྱོལ་དུ་ཕེབས་ལམ་ཕེབས་ཡ་དེ་ར་གསང་རྒྱ་ཞུ་གཅིག་གནང་དགོས་དུས་པའི་སྐམ་ཚུམ་བར་དུ་ཆེད་སྐྱོང་གི་རྦད་དེ་ཞུ་གཅིག་ཞིབ་ཚགས་པོ་གནང་ནས་ད་འགྲོ་ཁ་ལ་མོ་དེ་ལ་ད་རྦད་དེ་བསམ་དྲག་གི་ཐོག་ལ་པའི་ཕྱག་གི་རྦད་དེ་བྲིས་ནས་ལམ་ཁ་ག་འདྲེ་ག་འདྲེ་ག་འདྲེ་འགྲོ་དགོས་གི་ཡོད་མེད་ཚན་གྱི་གསལ་བོ་བྲིས་ནས་དེ་གནང་བཞིན་ཡོང་ནས་ད་བཙན་བྱོལ་ལ་བདེ་བར་ཐར་བ་ལ་སོགས་པ་ད་བཙན་བྱོལ་ནང་ང་ཕེབས་ནས་ད། རྒྱལ་བ་རིན་པོ་ཆེ་གིས་ད་གནད་འགག་མང་པོ་ཆེ་ཆེ་སྐྱོང་ལ་གནད་བཀའ་སློང་ཞུས་ཡོད་པ་དང་བརྟག་དཔྱད་ཀྱི་ནང་ལོགས་ལ་ད་སེང་རས་སྦྲེལ་ཡ་དང་ལྷ་མོ་མོ་སྐྱོན་པ་དང་ཆེ་སྐྱོང་ལ་བཀའ་སློང་ཞུས་པ་ལ་སོགས་པ་འོ་ད་འདི་ཚོ་ད་ག་དུས་གསུངས་ཡོད་ག་དུས་ན་གསུང་གི་ཡོད་དེ་རྣམ་པ་ཚོ་མཁྱེན་བདེ་བར་འོ་ད་དེ་དང་དེ་མཚོན་པའི་བཙན་ཤུལ་ནང་ལ་ཕན་ནས་ཀྱང་ད་རྦད་དེ་བོད་ཀྱི་བསྟན་སྲིད་ཀྱི་དོན་དག་གནད་འགག་ཆེན་པོ་མང་པོ་ཡོད་པ་ད་དེ་ཚོ་ནང་ནས་ཆེ་ལུགས་རིས་མེད་ལ།

འོ་དེ་ཙམ་དུ་མ་ཟོས་པའི་ད་ལྟ་ཡང་མཚམས་འདི་ལ་དགའ་སློང་དང་འབྲེལ་བའི་ད་རྒྱ་བར་སྐུ་འཁྲུངས་བཞི་བཞི་བ་ཆེན་པོ་འདིའི་སྐབས་ལ་ཆེ་སྐྱོང་ཆེན་པོས་བསྐྱོན་པའི་དགའ་སློང་དང་འབྲེལ་བ་ཅིག་ལ་ད་དམ་སྲི་རྡོ་རྗེ་གི་སྐོར་དེར་བ་དམ་སྲི་རྡོ་རྗེ་གི་སྐོར་དེ་ཐོག་མ་དེ་ཆེ་སྐྱོང་ཆེན་པོས་ལྷང་ཙམ་ཟིག་ཡར་ཞུས་ཡོང་དུས་སྐྱབས་མགོན་རིན་པོ་ཆེ་གིས་ད་དེའི་སྐོར་ཡིན་ན་གནས་སྐབས་ཀྱི་མ་སོང་ཟེར་ནས་སྐྱབས་མགོན་རིན་པོ་ཆེ་གིས་མ་སོང་ཟེར་ནས་ད་བཤད་ས་མ་ཤེས་ན་དེའི་སྐོར་ཡིན་ན་ད་ཁ་བཙུམ་ནས་བཞུགས་རོགས་བྱས་ཟེར་ནས་འོ་དེ་འདྲ་ཞུས་འདུག་བ་ཆེ་སྐྱོང་ལ་དེ་འདྲའི་ལ་བརྟེན་ནས་ད་ཧ་ལམ་ལོ་བཅུ་ལ་ཉེ་བ་ཅིག་གི་རིང་ལ་ཆེ་ཆུང་གི་རྩ་བ་ཉིད་ནས་སོང་མི་འདུག་བ། དེའི་བར་རུ་དུ་བ་ཅིག་ལ་ཨ་ནེ་དང་དགའ་ལྡན་ཤར་རྩེའི་དུ་བ་ལ་ཨ་ནེ་རྟགས་བཞེས་ཅིག་འབྱོར་ནས་སྐྱབས་རྗེ་ཁྲི་བྱང་རིན་པོ་ཆེ་དང་པོ་དེ་སྐྱབས་རྗེ་ཁྲི་བྱང་རིན་པོ་ཆེ་རྟགས་བཞེས་ཅིག་འབྱོར་ཨ་ནེ་སྐྱབས་རྗེ་ཁྲི་བྱང་རིན་པོ་ཆེ་གི་ཨ་ནེ་ལྷ་མོ་འཁོན་པའི་སྲུང་མ་འཁོན་པའི་རྟགས་ཅིག་ཀ་ལིམ་ཕའི་འདུ་བ་མོ་བསྐྱོད་ནས་སྲུང་མ་འཁོན་པ་ཅིག་དེའི་རྗེས་ལ་ཨ་ནེ་མཛེས་མའི་རིན་པོ་ཆེ་ཟེར་ཡ་དེས

ཨ་ནི་ཆེ་ཁྱོང་ལ་བཀའ་ལུང་ཞུས་ནས་ད་ཁྱོད་རང་ལ་ག་རེ་གསུང་རྒྱུ་ཡོད་ན་དེ་ང་ངས་མ་གསུང་ཟེར་ནས་ཨ་ནི་ཞུས་ཡིན་པ་ད་ག་རེ་གསུང་རྒྱུ་ཡོད་ན་གསུང་ཟེར་དུས་ད་ཆེ་ཁྱོང་གིས་གསལ་པོ་བྱས་ནས་གསུང་འདུག་བ། ཨ་ནི་གསུང་དུས་ཨ་ནི་ཆེ་ཁྱོང་གིས་དེ་སྔ་ར་ལུང་སྐྱོན་ཡོད་ར་བ་གོང་ས་ལྔ་བ་ཆེན་པོ་སྐབས་ལ་ཨེ་ན་ཡའི་ལུང་སྐྱོན་ཡོད་ར་ཨ་ནི་དེ་རྗེས་ལ་རྒྱལ་འབྲོག་ཀུན་སྐྱོང་བྱི་བྱི་བ་ཆེན་པོས་ད་གསུང་ཟེར་བའི་སྐབས་དེ་ལ་ཨེ་ན་ཡའི་ད་ཨ་ནི་གསལ་བོ་གསུང་ནས་ད་ལྷ་མོ་ཁུང་གི་ཡོད་པ་དང་འོ་དེ་འདྲའི་རྦད་དེ།

ད་རྒྱལ་བ་སྐུ་འཕྲེང་རིམ་བྱོན་གྱི་ཁྲི་ཐོག་ནས་བཞུགས་པ་ཡིན་ན་གཟེངས་རྟགས་ནམ་རྒྱུན་གསུང་གི་ཡོད་པ་དེར་བ། གཉིས་པ་སྟེ་དགེ་ལྡན་པའི་བསྟན་ལ་གནོད་སྐྱོན་ཡོད་པ། གནས་གསུམ་པ་སྟེ་ཆོས་ལུགས་དམ་གཙང། ཆོས་ལུགས་ཚང་མ་གི་དམ་ཚིག་གཙང་མ་ལ་འགོག་རྐྱེན་བཟོ་གི་ཡོད་པ། བཞི་པ་སྟེ་ད་བོད་ལྗོངས་ཕྱི་སྲིད་གི་བདེ་དོན་གི་བྱུང་གི་འགྱ་བ་རིན་པོ་ཆེ་ཡོད་པའི་ཆ་ནས་ནི་དེ་ལ་གནོད་གི་ཡོད་པའི་ཆ་ནས་དེ་གཅིག་བྱས་ནི་ལྔ་བ་སྟེ་ལྷ་གསོད་ལུད་གསོད་ཞུ་གཅིག་ཆེ་ཆེར་དར་བ་ཡིན་པ་ཡིན་ན། ཨ་ནི་ང་རང་ཚོ་ཆེས་ཡང་དག་པ་དེ་བྱེད་ཡ་ལ་ཡང་འགལ་རྐྱེན་ཡོང་གི་ཡོད་ཙང་ཨོ་དེ་འདྲའི་གི་དགེ་བ་རྒྱུ་མཚན་ལྔ་ལ་བརྟེན་ནས་ཨ་ནི་སྐྱབས་མགོན་རིན་པོ་ཆེ་གི་ཏཱ་ཨ་ནི་རྒྱུད་སྨོན་ལམ་ལོག་པ་ཡིན་པ་ངོ་བོ་དམ་སྲི་འབྱུང་ངོ་ཞེས་ལས་བསྟན་པ་དང་སེམས་ཅན་ལ་འཚེ་བའི་ཏཱ་སྟབས་ཀྱི་དམ་སྲི་རྡོ་རྗེ་དེ་ཨ་ནི་དམ་དྲག་མཛད་ནས་ད་བོད་ཀི་སངས་རྒྱས་ཀི་བསྟན་པ་ཡང་དག་པར་བགྱི་བ་དང་འགྲོ་བའི་བདེ་རྩ་ལ་ཕན་རླབས་རྒྱ་ཆེན་པོ་བྱུང་ཡོད་རེད་བ་ཨོ་ད་འདིའི་ཐག་གཅོད་བྱེད་ཡ་གི་འདིའི་ཐོག་ལ་ཡིན་པ་ཡིན་ན་ཡང་ཆེ་སྐྱོང་གི་ཏཱ་བཀའ་བློན་དེ་ནི་ད་ཡོད་ཡོད་པ་འདྲ་བོ་ཅིག་རེད། བ་འོ་དེ་ང་ཚོ་དང་དེ་རིང་སང་ཉིན་གྱི་མི་འདྲ་བོ་ཅིག་ཡིན་པ་ཡིན་པ་ཡིན་ན་ཡང་དེའི་མཛད་རྗེས་ཀྱི་ནང་ལ་ཡང་ཆེ་སྐྱོང་གི་གར་སེ་བོ་རི་བོ་ཤམ་ཐག་དེ་ད་ཡོད་ཡོད་པ་འདྲ་བོ་ཅིག་ཡིན་པ་རེད་བ་དེའི་ཆ་ནས་ཧ་ཅང་གི་ད་བཀའ་དྲིན་བླ་ལྷག་ཏུ་ཆེ་བ་འདྲ་བོ་ཅིག་རེད་བ། ད་དེ་རིང་སང་ཉིན་འདྲ་བོ་ཅིག་ཡིན་པ་ཡིན་ན་ད་དོལ་རྒྱལ་འདྲ་བོ་ཅིག་བསྟེན་མཁན་འདྲ་བོ་ཚོ་འདྲ་བོ་གི་བཟོ་ལྟ་འདྲ་བོ་ཅིག་བལྟས་པ་ཡིན་ན་ད་ཚང་མས་ཧ་གོ་དགོས་པ་འདྲ་བོ་ཅིག་རེད་བ། ད་རྒྱ་ནག་གཞུང་གི་དཔེ་དེ་རྒྱུགས་ཁྱད་ཆེ་ཨ་ནི་མི་སུའི་ཁྲག་སྦྱོར་གྱི་ད་དཔེ་དེ་ད་ཨ་ནི། ཇག་ཚོགས་འདྲ་བོ་ཅིག་ཆགས་བསྡད་ཡོད་པ་རེད། དེ་ལ་ནི་བོད་དམངས་སྤྱི་འཐུས་ལྷན་ཚོགས་དང་ཕྱི་རྒྱལ་རིས་མེད་ཀྱི་ཚོགས་འདུའི་ཐོག་ནས་ཡིན་པ་ཡིན་ན་ཡང་འདྲི་གཅོད་བཞག་ནས་ཨ་ནི། གསལ་བོ་བྱས་ནས་ད་བཞག་ཡོད་པ་གང་ཞིག་ལ་ད་ང་རང་ཚོ་དམ་ཚིག་དང་ལྡན་པའི་བོད་མི་དེ་ཚོ་ཚང་མ་གིས་ཁོ་རང་ཚོའི་ལམ་ནོར་ལྡོག་ཤེས་མ་བྱས་པར་དུ། ཨ་ནི་ཆོས་དང་ཟང་ཟིང་གི་འབྲེལ་བ་གཏན་དུ་བཅད། ཨ་ནི། ནང་ནས་སེམས་ཀྱི་ནང་ནས་སྙིང་རྗེ་གི་མ་ལྟ་ང་བྱས་ནས་ཁོ་ཚོ་སུར་འཇོག་བྱེད་ཡག་གི་ད་དམ་བཅའ་དེ་བས་ཏེ་ང་རང་ཚོའི་མི་རབས་ནས་མ་རེད་བ་ལག་ལེན་བསྟར་དགོས་གི་ཡོད་ན་ཨ་ནི། ལམ་ནོར་ལྡོག་ཤེས་གཙང་མ་མ་བྱས་བར་དུ་ད་དེ་འདྲས་བྱས་ནས་འགྲོ་གི་ཡོད་རེད་བ། འོ་དེ་འདྲས་བྱས་ནས་ཡོང་དུས་ད་གང་ལྟར་ཆེ་སྐྱོང་ཆེན་པོ་གིས་ཨ་ནི། བོད་རྒྱལ་ཁབ་ཀྱི་བཙན་པོའི་སྐབས་ལ་བོད་རྒྱལ་ཁབ་ཀྱི་གསོ་མར་གྱུར་ཚེ་སྤྱི་ལྟར་གདན་འདྲེན་བྱས་པ་དང་སྔོན་གྱི་སྐྱེས་རབས་དུ་བྱས། བར་དུ་བོད་སིལ་བུའི་སྐབས་ལ་བྱས། མཐའ་མ་དེ་དང་གར་སི་གུར་རྒྱལ་བ་སྐུ་འཕྲང་རིམ་བྱོན་ཚང་མ་ལ་མ་རང་འབྲེལ་བ་ཆགས་ཡོང། ལྷག་པར་དུ་ང་རང་ཚོའི་མགོན་ཁོང་དམ་པར་གྱུར་བ། རྒྱལ་ཁའི་ཉང་བཅུའི་རང་གཟིགས་འཕགས་མཆོག་སྤྱན་རས་གཟིགས་ལྔའི་རྒྱལ་བ་ཐམས་ཅད་མཁྱེན་པའི། མཛད་པ་འཕྲིན་ལས་ཀྱི་ནང་ལ་ཤམ་ཐག་ག་རེ་བྲོས་ཡོད་མེད་དང་ད་ལྟ་གོང་དུ་ལོང་ཁ་ཤས་ཤིག་དཔེ་མཚོན་འདྲ་བོ་བྱས་ནས་ཞུས་རྒྱུར་དེ་ཚོ་བསྟུན་ནས་སྡོམ་བརྒྱབ་ནས་ཅིག་བལྟས་པ་ཡིན་ན། ཨ་ནི་ཆེ་སྐྱོང་ཆེན་པོ་དེས་ཨ་ནི་ངོ་ནས་དྲངས་ནས་ད་རྣམ་རྒྱལ་ང་རང་ཚོས་ཚང་མས་གསུང་གི་ཡོད་པ་ནང་བཞིན་གྷི་རི་རིན་པོ་ཆེ་གཙོ་རུ་གྱུར་པའི་གོང་ས་སྐྱབས་མགོན་ཆེན་པོ་གཙོ་རུ་གྱུར་བའི་ནི་འཕགས་པ་སྤྱན་རས་གཟིགས་ལ་ངེས་སུ་ལྟ། ནི་འགྲེལ་བ་ཞིག་ཆེན་པོ་ཅིག་ཡོད་པ་སྟེ། འཕགས་པ་སྤྱན་རས་གཟིགས་ལ་འགྲེལ་བ་ཞིག་ཆེན་པོ་ཅིག་དང་པོ་ཕྱིས་ཀྱི་སྲོང་བཙན་ཁྲི་སྲོང་ལྡེའུ་བཙན་གྱི་སྐབས་ལ། དེ་ནས་བོད་སེལ་བའི་སྐབས་ལ། རྒྱལ་བ་འབྲོམ་སྟོན་པ། ནི་འཇང་ཁྱེད་ཀྱི་བཀྲ་ཤིས་དཔལ་ལྡན་པ། དེ་ནས་རྒྱལ་བ་ཀུན་འཕྲང་རིམ་བྱོན་བཅས་ནས་གང་ལྟར་འཕགས་པ་སྤྱན་རས་གཟིགས་ཀྱི་བུ་སྐྱོང་བའི་ལས་དོན་གྱི་ནང་ལ་ཨ་ནི་ཆེ་སྐྱོང་གལ་པའི་ལི་ཐང་དྲི་མ་བཞིན་དུ་ད་ད་ལྟ་བར་དུ་ད་མཛད་རྗེས་རླབས་ཆེན་པོ་བསྐྱངས་ཡོད་པ་དེ་ད་རྣམ་པ་ཚོས་ད་མཁྱེན་དགོས་ཡ་དེ་ད་སྐལ་ཆེན་པོ་ཞི་བོ་གཅིག་རེད་འོ་ད་དེ་ཆེ་སྐྱོང་གི་ད་རྣམ་ཐར་ག་རེ་སེ་གོ་རེ་གོ་མདོར་བསྡུས་འདྲ་བོ་གཅིག་རེད་ད་ཆེ་སྐྱོང་གི་རྣམ་ཐར་བགྱིས་པ་དེ་ནི་མ་འོངས་པ་ཡོང་གི་རེད་བསམ་གི་འདུག་ཨ་ནི་དེ་བཅུ་དུས་ནི། ད་ཐ་མ་འདྲ་བོ་དེ་ལ། ད་ཆོས་སྐྱོང་ཆེན་པོ་སྐུར་བསྟན་ཏེ་ག་འདྲས་ཅིག་ཡོང་གི་ཡོད་པ་རེད་ཟེར་ནས་ཞུས་པ་ཡིན་ན། ད་དེ་ཉོག་ཉོག་ཅིག་ཞུས་ཡ་ཡིན་ད་བགྱི་བ་ཞུ་མ་དགོས་ཡ་ཅེས་ཆོས་སྐྱོང་ཆེན་པོ་སྐུར་བསྟན་ད་ལྟ་ད་ད་ལྟ་བར་དུ་ད་ལྟ་སྐུ་ངོ་སྐུར་བསྟན་རིན་པོ་ཆེ་ནས་དགེ་སློང་ཐུབ་བསྟན་ངེས་དྲུག་མཆོག་བར་དུ་ད་སྐུ་བསྟན་ཐང་བཅུ་བདེན་པ་ཡིན་ས་རུ་བ། དེ་ཆོས་དེ་ད་སྐུར་བསྟན་ལ་ཆོས་སྐྱོང་ཆེན་པོ་སྤྱན་འདྲེན་ཞུ་གསོལ་གྱི

ཨོ་དེ་འདྲའི་ཆེ་ཨ་ནི་ཤོག་འདྲ་མེད་ན་ད་ཅིག་ཐོག་འབབ་བྱེད་ཀྱི་ཡོད་པ་ལ་སོགས་པ་དེ་འདྲའི་གི་ཨ་ནི་དོགས་གཞི་ཡོད་རིགས་དེ་ཚོ་ལ་རྩད་གཅོད་བྱས་ཨོ་དེ་འདྲའི་ཆེ་ད་གཙོ་བོ་འདྲ་བོ་དེ་ཆེ་སྐྱོང་སོ་སོ་སོ་སོ་གི་ངེས་འཛིན་བྱེད་ཡ་འདྲ་བོ་ཅིག་ཆེ་སྐྱོང་རང་ཐོག་འབབ་བྱས་ནས་ཨ་ནི་ངེས་འཛིན་བྱེད་ཡ་གི་གནས་སྟངས་འདྲ་བོ་གཙོ་བོ་འདྲ་བོ་དེ་དེ་འདྲའི་ཆེ་གི་རེད། དེ་འདྲ་བྱས་ནས་ད་ད་རེས་ཀྱི་གནས་ཚུལ་འཁུར་ཐེངས་འདི་ལ་ཆ་མཚོན་པ་ཡིན་ན་ཡང་སྐབས་དེ་དུས་ཨ་ནེ་བོད་ནས་ཅིག་ཕེབས་ཡོད་རེད་ཨ་ནེ་འབྲས་སྤུངས་དང་བ་ནས་ཨ་ནེ་ཕབ་ཉེན་ཅིག་ཡོད་རེད་དེ་ཚོ་ཚང་མ་ལ་ཞིབ་འཇིག་ལག་པར་བགྱིས་ཨ་ནེ་ད་ལྟ་གི་ཆེད་ཆེད་སྐྱོང་འདི་གོང་འོག་འཁུར་ཐེངས་འདི་ལ་ཡང་དེ་འབྲེལ་གྱི་གནས་ཚད་གར་སེ་གོར་གོར་མཐོང་ཕོབ་བྱས་ཡ་ལ་སོགས་པ་གི་དེ་འབྲེལ་གྱི་གནས་ཚུལ་བྱུང་ཨ་ནེ་ལྷག་པར་དུ་གཅིག་སྟོང་དགུ་བརྒྱ་དང་ཨ་ནེ་བརྒྱ་བཅུ།

དེ་ནས་ད་ལྟའི་སྐབས་ལ་གུར་གུལ་ནང་ན་བཞུགས་ཡོད་ས་རེད་གུར་གུལ་ནང་ན་བཞུགས་ས་དེ་ནས་རྡོ་རྗེ་གདན་གྱི་མཆོད་རྟེན་དེ་ད་མཇལ་གྱི་ཡོད་ས་རེད་མཆོད་རྟེན་ནས་བྱས་ནས་ནི་ཆོས་སྐྱོང་ཆེན་པོ་ད་ཆོས་སྐྱོང་གི་གུར་རྟེན་བཞུགས་ས་དེ་པ་རུ་ལ་ནི་ཁོ་རང་ལ་ད་གཟིགས་སྣང་འདྲ་བོ་ཅིག་ལ་མཆོད་རྟེན་དེ་འདུག་སྲིད་ཡ་ལྟ་བདེ་དུས་ཅིག་ལ་ཉི་མ་ཅིག་ནི་དེ་ནས་མར་ཆོས་སྐྱོང་ཕེབས་ཡོང་གི་ཡོད་པ་ཅིག་དང་ནི་ཆོས་སྐྱོང་གི་གུར་རྟེན་གོང་མ་གི་གོ་ལ་ནི་ཆོས་སྐྱོང་གི་ད་ན་བཟའ་གི་ད་དེ་ལ་ཅིག་ཐིག་སེ་མེ་ལོང་ཡོད་རེད་བ།

དེ་འདྲའི་མདུད་པ་སྐྱོན་པ་དེ་འདྲ་དེ་སྔ་མདུད་པ་སྐྱོན་བཞག་པ་དེ་འདྲ་བས་དེ། རྩེ་དང་རྩེ་པོ་ཏཱ་ལ་དང་ནོར་བུ་གླིང་ཁ་ལ་སོགས་གཟིམ་ཆུང་ལ་སོགས་པ་ལ་དེ་འདྲ་ལ་རྩིག་པ་ངོ་ལ་བཀལ་བྱ་རྒྱུ་དེ་འདྲ་དཔེ་མང་པོ་ཡོད་སྲིད་ཀྱི་འདུག་བ། འོ་ནང་གི་རྟགས་འདྲ་བོ་དེ་དེ་འདྲའི་ཡོད་བ་འདུག་བ། ལྷག་པར་དུ་ད་རྒྱ་བ་རིན་པོ་ཆེ་གི་ད་ལྟ་བཀའ་སློབ་ཅིག་གི་ནང་ལོགས་ལ། ད་སྔོན་རྦད་དེ་ཨོ་རྒྱན་སངས་རྒྱས་གཉིས་པ་དང། ད་གསང་བདག་ཡིན་ནའང་འདྲ། དེ་རྗེས་ལ་གུ་རུ་རིན་པོ་ཆེ་ཡིན་ནའང་འདྲ། དེ་རྗེས་ལ་འཇམ་དབྱངས་ཆོས་རྗེ་བཀྲ་ཤིས་དཔལ་ལྡན་པ་ཡིན་ནའང་འདྲ། དེ་རྗེས་ལ་ད་རྒྱལ་བ་ཀུན་འཕྲང་རིམ་བྱོན་ཡིན་ནའང་འདྲ། ཨོ་དུས་ཚོགས་ཀྱི་དྲུང་ནས་དམ་ཚིག་རྡོ་རྗེ་སྤྱི་བོར་བླངས་ནས། བསྟན་པ་དང་སེམས་ཅན་གྱི་དོན་མཛད་པ་ཁས་བླངས་ཡོད་ནས་གཅིག་གིས་གཅིག་ལ་གཏམ་གསལ་གནང་ཡོད་པ་སོང་ཙང། རྡོ་རྗེ། དཀར་ས་གནས་ཆུང་རྡོ་རྗེ་བཀྲག་ལྡན་འཕེལ་ཡོང་དུས། སྤྱི་གཙུག་ལ་རྡོ་རྗེ་གི་གཟུགས་གཅིག་ཡོད་པར་འཛིན་ནས་རྒྱལ་བ་རིན་པོ་ཆེ་གི་དེ་གསུང་གི་འདུག་བ།

ནི་པར་ལྡན་འབྲས་སྤུངས་དང་དུ་གཟུགས་ཀྱི་ཐོག་ནས་ཞབས་རིམ་ལ་སོགས་པར་འགྲོ་བ་ནི་གཙོ་བོ་པར་ལྡན་བཀའ་ཤག་ངོ་མ་ཡིན་ན་གཞུང་མང་ཚོགས་ཆེན་ལ་སོགས་པ་དེ་འདྲའི་གི་ཐུགས་འགན་བཞེས་ཡ་ད་དང་སང་འགྲོ་གཅིག་ན་པར་ལྡན་བཀའ་ཤག་གི་ཐོག་ནས་ནས་བཀུར་བསྟན་ཚད་ཡོད་གི་ཐོག་ལ་འགན་བཞུས་དགོས་གི་ཡོད་རེད་བ་ནི་བཀུར་བསྟན་འདི་གཏན་འཁེལ་ཚར་བའི་རྗེས་ལ་མཚན་གསོལ་དང་འོ་དེ་འདྲའི་གནང་དེ་འདྲའི་གནང་ཚར་བའི་རྗེས་ལ་ད་གཞུང་འབྲེལ་གི་བདེན་ཐོབ་ལ་སོགས་པ་བཅས་མཛད་སྒོ་ཚུགས་ཡས་ལ་སོགས་པ་ད་ཁྲི་སྲོས་ཟེར་དགོས་རེད་བ་དེ་འདྲའི་གི་མཛད་སྒོ་ཚུགས་སྲོལ་ལ་སོགས་པ་དེ་འདྲའི་ཡོད་བ་རེད།

ད་ཁ་ཤས་ཤིག་གི་མིང་བགྲང་པ་ཡིན་པ་ཡིན་ན་ད་དང་གི་གོང་དུ་སོང་པ་དེ་ཚོ་ད་བཤད་མ་དགོས་ཡ་ཆེ་དེ་སྒང་ལ། ད་ང་རང་གདན་ས་གསུམ་གི་ནང་ནས་སེར་མེ་ཐིག་གསུམ་ནོར་གླིང་གྲྭ་ཚང་ཡིན་པ་ཡིན་ན་ཡང་འདྲ། འོ་དེ་ནང་བཞིན་ད་གཅིག་བོད་ནས་འདྲ་བོ་ཆིག་ཡིན་པ་ཡིན་ན་མདོར་བསྟོད་ཀི་ཕྱོགས་ནས་བྲེ་བར་དཀར་མཛེས་དགོན་པ་ཡིན་ན་ཡང་འདྲ། བྲེ་བར་དར་རྒྱས་དགོན་པ་ཡིན་ན་ཡང་འདྲ་མདོར་མེད་ནས་ད་རྦད་དེ་གྲགས་ཆེ་བའི། མདོར་མེད་ལབ་རང་གྲགས་ཤིག་ཁྱི་ཡིན་པ་ཡིན་ན་ཡང་འདྲ་མདོར་མེད་རྦད་དེ་རེབ་གོང་རྫོང་མཁར་དགོན་པ་ཡིན་ན་ཡང་འདྲ་ད་ནི། ཨ་ནི་ཁམས་ད་ཉང་མ་གི་ཕྱོགས་ནས་ཁམས་དབུས་འགྱུར་ད་མན་ཀྲོའི་གླིང་ཡིན་ན་ད་འབྲུག་པ་དཀར་རྒྱལ་གི་ཐུབ་བསྟན་གསང་སྔགས་ཆེ་ལང་ད་ལ་དག་ལ་རྣམ་པ་ཚུན་བརྒྱད་གི་འགྲོ་ད་ཨ་ནི་ཡང་པེར་རྒྱལ་བོ་གི་སྦེ་ཏེ་ཀི་གཉིས་མ་འདྲ་བ་ཅིག་ཡོད་རེད་ང་ཐང་མ་ཅིག་ལ་དེ་ལ་མཇལ་མྱོང་ཨ་ནི་པེ་སར་སྐྱ་བོ་གི་ནང་ལ་ཡོད་སར་བ་འོ་དེ་ཅི་ཨ་ནི་མཁས་གྲུབ་ཉི་སྡིང་གི་ད་སྐྱེ་བོ་མང་པོ་ཅིག་ད་ཨ་ནི་ཡང་ཆེ་སྐྱོང་ཆེན་པོ་སྦེ་ཏེ་རང།

ད་ནི་མང་པོ་ཞུ་བ་ཅིག་འདུག་བ་དེ་གཟུགས་ཀྱི་ཆེ་སྐྱོང་ཆེན་པོ་ལ་རྦད་དེ་ཐུགས་སྡང་ཇོ་ནང་དང་ལྷག་པར་དུ་གོང་ས་ལྔ་བ་ཆེན་པོ་གི་ཞགས་པ་དེ་གཟུགས་ཀྱི་ནང་ལ་མཇལ་ཡོང་ན་གོང་ས་ལྔ་བ་ཆེན་པོ་གི་རྦད་དེ་རང་གི་ཉམས་བཞེས་ཀྱི་ཐག་ཆེན་གྱི་རྦད་དེ་བྱང་ཆུབ་ཀྱི་སེམས་དང་འོ་དེ་གཟུགས་ཀྱི་ལམ་གྱི་རྦད་དེ་གནད་འགག་གི་ཉམས་བཞེས་དེ་གཟུགས་ཀྱི་ཐོག་ལ་ཐེ་ཤོར་བྱུང་ཡོད་པ་ཡིན་ན་ཡང་ཆེ་སྐྱོང་ཁྱོད་ལ་ད་རྦད་དེ་ཞགས་པ་འབུལ་ལོ་ཟེར་ཡག་གི་དེ་འདྲའི་གི་རྦད་དེ་དེ་མཛད་འདུག་བ། ཐག་ཆེན་ཚེ་དང་འགལ་རྣམས་མཐོ་བློ་བཤགས་ཟེར་ནས་ཨོ་དེ་འདྲས་སོང་དུ་བ་དེ་འདྲས་སོང་དུས་གོང་ས་ལྔ་བ་ཆེན་པོ་ལྟ་བུའི་སྐྱེ་བོ་རླབས་ཆེན་པོ་ཅིག་གི་དེ་འདྲས་གི་གདངས་ཅོག་ཅིག་ནང་གི་ཡོད་ན་ད་ཆེ་ཆུང་ཁོ་རང་གི་ཁྱད་ཆེན་འདྲ་བོ་དེ་ང་ཚོས་ད་མཚོན་ཐུབ་ཀི་རུ་བ། ཨོ་དེ་འདྲས་འདྲ་བོ་ཅིག་རེད་དེ་འདྲས་ཡིན་ཙང་ད་ངས་དེ་རིང་གནས་སྒྲོམ་འདྲ་བོ་དེ་དེ་འདྲས་ཅིག་ཤེས་པ་ཅིག་གནས་མ་གཞི་ནས་ནམ་ཐོ་རེ་བགྱིས་པ་གི་ནང་ལ་ཆ་ཚང་ཅིག་ད་ངོས་ཡོང་གི་ཡོད་བ་རེད་དེ་ཆོས་དུས་ད་ཐ་མ་འདྲ་བོ་དེ་ང་རང་ཚོ་བཀྲ་ཤིས་པའི་ཚིགས་སུ་འཇུག་བསྡུ་བ་ལ་ཟེར་ཡག་ཆོག་རེད་བ། ཨོ་དེ་འདྲ་ཅིག་རེད་དེ་བྱེད་དུས་ནི། ད་གོང་ས། སྐྱབས་མགོན་ཆེན་པོའི་ག་དུས་ཡིན་ན་ད་བོད་བསྟན་སྲིད་མི་རིགས་རིག་གཞུང་དང་བྱིས་བ་ལ། ནི་རྒྱལ་བ་རིན་པོ་ཆེ་གི་ད་ལས་སྨོན་ཐུགས་ཁུར། ཡོད་པ་དེ་བསྲེས་ཏེ་ད་དཔེ་དེ་སོང་མ་མར་ནག་གཉིས། ནི་ནས་ཆུང་ཤེས་རྒྱུད་ཆེན་པོ་དང་བར་ལྡན་ལྷ་མོ་གཉིས་མང་རྒྱ་ཁུར་གི་ད་འགན་ཡོད་རེད། ད་དེ་ངས་ནི་རྦད་དེ། ཚིག་ཐག་བཅད་ནས་ཞུ་ཐུབ་ཀྱི་རེད་ཟེར་ནས་ད་རྒྱ་བ་རིན་པོ་ཆེ་གི་དཔེ་དེ་དག་ག་རེ་བཟོ་གི་རེད་གོ་རྡོ་རྗེ་ཟུང་གི་དང་སང་གེའི་ང་རོ་འདྲ་བོ་དེ་ལན་མང་པོ་བསྒྲགས་པ་ལྟར་དུ་ད་ང་རང་ཚོས་སྤྱན་རས་གཟིགས་དང་ད་རྒྱ་བ་རིན་པོ་ཆེ་གི་ཐུགས་ཀྱི་བཞེད་དགོངས་ཟབ་མོ་ཡོངས་སུ་རྫོགས་པ་དང་གང་གི་དཔེ་དེ་རླབས་ཆེན་གྱི་ཐུགས་རྗེ་གི་འཛིན་སྐྱོང་གི་འོག་ལ་བོད་མི་མང་དེ་ནམ་ཡང་མི་གཏོང་བའི་རྡོ་རྗེ་གི་ད་གོ་ཆ་བརྟན་པོ་སྔོན་རྦད་དེ། སངས་རྒྱས་མང་པོས་བཀྲོངས་ནས་སྤྱན་རས་གཟིགས་ཀྱི་ཐུགས་བསྐྱེད་པ་ནང་བཞིན་གྱི་དེའི་སྟེང་དུ་ལྷག་མེད་དུ་འགྲུབ་ཡ་གི་ཆེད་དུ། བོད་མི་མང་གི་བསོད་ནམས་ཀྱི་ཡོལ་གོར་ལ་ཤོང་ཡ་གི་ཆེད་དུ། ནི་དེའི་ཕྲིན་ལས་དང་སྡོང་གྲོགས་བསྒྲུབ་ཡ་གི་ཐོག་ལ། ནི་ཆོས་སྐྱོང་རྒྱལ་བོ་ཆེན་པོ་སྐར་ལྔ་གའི་ཡང་རྣམ་རིག་སྣ་ཚོགས་སྟོན་གྱི་ཡོད་པ་དང། ནི་ལྷག་པར་དུ་ད་གཞུང་དེང་རབས་ལས་སོ་ཆོས་སྐྱོང་ཆེན་པོ་འདི་ཉིད། ཨ་ཡང་རྦད་དེ་བོད་མི་རིགས་ཀྱི་ད་ཅི་ཨ་ནི་ག་རེ་ཟེར་དགོས་རེད་གོ། དམ་ཚིག་ལར་རྒྱ་རྦད་དེ་གཅིག་ད་གནས་དགོས་ཡ་དེ་ཧ་ཅང་གི་གལ་ཆེན་པོ་ཡིན་པ་དེ་ད་ནང་པ་ཚོས་ཁྱེད་འགལ་བ་འོ་དེ་འདྲ་བྱས་དུས་ད་གཙོ་བོ་གཙོ་བོ་འདྲ་བོ་དེ་ད་སྤྱན་རས་གཟིགས་ཀྱི་དཔྲལ་བའི་སྡིག་སྐར་དང། ཨ་ནི་ཨ་ནི་ལི་ཐང་དྲི་མ་བཞིན་དུ་འགྲོགས་ནས་ད་ད་ད་བར་དུ་བཀའ་དྲིན་རབ་ཏུ་མཐོ་བ་ཅིག་ཡིན་པ་འོ་ད་དེ་ངས་རོབ་ཙམ་འདྲ་བོ་ཅིག་ད་སྒྲོམ་གཞི་འདྲ་བོ་ཅིག་འོ་དེ་འདྲ་ཅིག་ད་དེ་རིང་གི་རིམ་པས་དེ་འདྲ་ཅིག་ཞུས་ཡ་ཡིན་ད་ཕྱི་དུས་ནས་རྣམ་པ་ཚོ་ཐུགས་རྗེ་ཆེ་ཟེར་ནས་ཞུས་ཡ་ཡིན།